བཅུ་དགུ་བཅུ་གཉིས་ཐིག་ཕྲེང་དང་པོ། ངེས་འབྱུང་སྒོམ་ཚུལ་ས་དང། དང་པོ། དལ་འབྱོར་དང་འཆི་བ་མི་རྟག་པ་སྒོམ་ཚུལ་ས་དང་འདི་ཡི། དཔེ་ཆའི་སྒང་གི། མཚན་བྱང་འདྲ་སྟེར་བ་དང་ས་བཅད་ངོ་མ་འདི་རིགས། གཉིས་པ། བལྟས་ནས་བློ་ཇི་ལྟར་སྦྱང་བའི་རིམ་པ་ལ་བཞི་ས་དང། འདི་ང་རང་ཚོ་དང་གི་རྗེ་བཙུན་བླ་མ་རྣམས་ལ་ཕྱག་འཚལ་ལོ་ཟེར་དུས་རྒྱལ་བའི་བཤེས་གཉེན་བསྟེན་ཚུལ་བླ་མ་བསྟེན་ཚུལ་གསུངས་རོ། ད་བླ་མ་འདི་བསྟེན་པས་མཐོང་ནས་ཨ་ནི་ད་སོ་སོའི་གི་བློ་སྦྱངས་དང། སྒོམ་རྒྱག་དང་ཉམས་ལེན་བྱེད་སྟངས་ག་འདྲ་ཡིན་མིན་ཨང་ཤེས་ཀྱི་ཡིན། དེ་ལ་ས་བཅད་བཞི་བཀྲམ། གཉིས་པ། བསྟན་ནས་བཟོད་དུས་བླ་མ་བསྟེན་ནས། བློ་ཇི་ལྟར་སྦྱང་བ་བཟོད་དུས་སོ་སོའི་གི་སེམས་དེ་ག་འདྲས་བྱས་ནས་དང་བསྒྱུར་བཅོས་བཏང་དགོས་ཡོད་མེད། གང་ལྟར། བློ་སྦྱོང་ཟེར་དུས Mind Training ཟེར་གྱི་འདུག་བ། སེམས་ལ་སྦྱོང་བརྡར་བྱས་དང་སེམས་ཀྱི་སྟེང་ནས་རྟོགས་པའི་ཡོན་ཏན་ཡར་རྒྱས་བཏང་དང། བློ་ཇི་ལྟར་སྦྱང་བའི་རིམ་པ་ལ་གཞི། ད་དང་པོ་ངེས་འབྱུང་དང་དེ་ནས་བྱང་སེམས། ཡང་དག་པའི་ལྟ་བ་ཤེས་པ་དང་དེ་ནས་ཉེས་པ་བསྙེན་ནས་སྒྲུབ་པ་ལ་བསྐུལ་བར་གདམས་པའོ་བྱས་ནས་ས་བཅད་བཞིས་རིག། བསྐུལ་བར་གདམས་པའོ་བྱས། ད་འདི་ལ་སྤེན་གཟིགས་ཀྱི་རྟགས་ཅིག་སྐྱོན་ཨ། ད་འདི་སྤེན་གཟིགས་ཀྱི་རྟགས་སྐྱོན་གཟིགས་དགོས་ཡ་དེ། སློབ་མ་ཞིག་རུ་བ་ནང་ཆོས་དོན་གཉེར་གྱིས་གོང་དུ་བཤད་པའི། གར་ས། སྐལ་ལྡན་དེ་དག། སྐལ་བ་དང་ལྡན་པའི་གྱི་སློབ་མ་ཞིག། ཡ། སངས་རྒྱས་ཀྱི་ས་ལ་ཡ་འཁྲིད་པའི་ཆེད་དུ། ལམ་བསྟན་སྟངས་དེ་ལ། གཉིས་ཡོད་རེད་གསུང་གི་ཡོད་རེད། བདག་གི། རྒྱལ་བའི་བཤེས་གཉེན་ཆེན་པོ་བདག་གི་བླ་མ་སྤྱན་རས་གཟིགས་ཀྱི་གསུང་ཡང་བྱེད་ན། ཅི་འགའ་ཤས་ཀྱི། ལམ་གཙོ་རྣམ་གསུམ་དེ། སྐྱེས་བུ་གསུམ་གྱི་ལག་རིང་ཁོ་རང་དང་སྦྱར་ནས། དེ་འདྲའི་འགྲེལ་བཤད་རྒྱག་ངེས་འདུག་དེ་ཡིན་གཅིག་མིན་གཅིག་བྱེད་དགོས་མ་རེད། སྐྱེས་བུ་གསུམ་གྱི་ལམ་རིམ་གྱིས་ཁོ་རང་ཁོ་རང་ཡང་ཁྲིད་སྟངས་གཅིག་ཡོད་རེད། ཡང་ལམ་གཙོ་རྣམ་གསུམ་ཁོ་རང་ཁོ་རང་གི་ཡང་ཁྲིད་སྟངས་གཅིག་ཡོད་རེད། དེ་འདྲ་ཡིན་ཚེ་ཡིན་གཅིག་མིན་གཅིག་ལམ་གཙོ་རྣམ་གསུམ་དང་ལམ་རིམ་གཉིས་སྤྲེལ་སྤྲེལ་བཏང་དགོས་ཡོད་མ་རེད་གསུངས་རེད། བྱས་ཙང་ད་འདིའི་དབང་དུ་བཏང་ན་ལམ་གཙོ་རང་གི་ཐོག་ནས་སློབ་མ་ཞིག་ཡ་ཁྲིད་ཀྱི་ཡིན་ན་ད་ཁྲིད་སྟངས་དེ་ལ་ས་བཅད་གསུམ་ཡོང་གི་འདུག་བ། ངེས་འབྱུང་སྒོམ་ཡ་བྱང་སེམས་སྒོམ་ཡ་ཡང་དག་པའི་ལྟ་བ་ཟེར་ཏེ་བྱས་ནས་འདི་གསུམ་སྒང་ནས་ད་ནི་བློ་སྦྱང་གི་ཡོད་རེད། ད་དེ་འགྲིག་སོང་ད་དེ་ནས་འདི་ཞུགས་ཏེ། དང་པོ་ངེས་འབྱུང་བཤད་པ་ལ་གསུམ་ཟེར་ད་ཁྱེད་རང་ཚོ་ངེས་འབྱུང་ཟེར་ངེས་དེ་ལ་སྤེན་ཚེ་ཡི་དྭགས་སྐྱོན། བྱས་ཙང་ད། ངེས་འབྱུང་བཤད་པ་ངེས་འབྱུང་བཤད་པ་ཟེར་ནས་ལབ་ཡོད་འདུག་ཨ་ལས་ངེས་འབྱུང་ཟེར་མཁན་དེ་ག་རེ་ཡིན་མིན་ཁོ་རང་ཧ་མ་གོ་ན་ཨ་ནི་འགྲིག་མ་རེད་བ། བྱས་ཙང། ངེས་འབྱུང་ངེས་འབྱུང་ཟེར་དེ་ལ། འགྲེལ་བཤད་རྒྱབ་སྟངས་གཉིས་འདུག་བ། མཁས་པ་འགའ་ཤས་ཀྱི་གསུང་དབྱངས་བྱས་ན་ཨ་ནི་འཁོར་བའི་གྱི་ཉེས་དམིགས། འཁོར་བའི་སྐྱོན་རྐྱང་རྐྱང་བསམ་བློ་བཏང་ནས། ཨ་ནི་འཁོར་བ་ལས་འཁོར་བའི་གྱི་ཨ་ནི་སྡུག་བསྔལ་ལས་ཨ་ནི་ང་ཐར་དགོས་ཀྱི་འདུག་བྱས་ནས་དེ་འདྲ་གྱི་བློ་སྐྱེས་པ་གཅིག་ལ་ངེས་འབྱུང་ཟེར་གྱི་འདུག་བ། ད་ཡང་མཁས་པ་རིགས་གཅིག་གིས་འཁོར་བའི་གྱི་ཉེས་དམིགས། འཁོར་བའི་གྱི་སྐྱོན་ལྟ་བ་གཅིག་ཁོ་འགྲིག་གི་མ་རེད། ཕྱོགས་གཅིག་ནས། འཁོར་བའི་གྱི་ཉེས་དམིགས་དང་སྐྱོན་འདི་ཚོ་ཡང་གཏད། ཕྱོགས་གཅིག་ནས་ཐར་པ་སིལ་སྙན་འདི་ཀྱི་ཕན་ཡོན་དང། ཐར་པའི་གྱི་ཡོན་ཏན། ཐར་པའི་ཕན་ཡོན། ཤེས་པ་བྱེད། ཐར་པའི་ཕན་ཡོན་དེ་ཤེས་ནས་ཐར་པ་དོན་གཉེར་གྱི་བློ། སྐྱེས་ནས་ཨ་ནི་གཅིག་གིས་ང་རང་ཚོ་ད་ལྟ་དེ། ཨོ། ཐར་པའི་ལམ། ལམ་སྒོམ་ཡར་ལ་འབད་བརྩོན་བརྟེན། རྡོ་བཟི་བྱས་ནས་གཞི་ཚང་ཆ་ཚང་གི་ཚང་དགོས་རེད། ངེས་འབྱུང་གི་ལམ་ད་ལྟ་ང་ཚོ་ལམ་གསུམ་གྱི་ཞེས་བོར་བ་ངེས་འབྱུང་གི་ལམ་བྱང་སེམས་ཀྱི་ལམ། ཡང་དག་པའི་ལྟ་བའི་ལམ་ཁྱེད་ཚོ་ངེས་འབྱུང་གི་ལམ་ཞེས་པ་དེ་ག་འདྲའི་སྤྱི་ལ་གོ་བ་རེད་ལབ་ན་ད་རྡོག་རྡོག་དེ་ཡིན་ད་ངེས་འབྱུང་ངེས་འབྱུང་ཟེར་ཡ་དེ། འཁོར་བའི་འཁོར་བའི་ཉེས་དམིགས་ལྟ་བ་དེ་སྔོན་དུ་སོང་ནས་འཁོར་བའི་ཉེས་དམིགས་ལྟ་བ་སྔོན་དུ་སོང་ནས། འཁོར་བའི་སྡུག་བསྔལ་ལས་ཐར་པས་འཁོར་བའི་སྡུག་བསྔལ་ལས་ཐར་འདོད་ཡང་བསྐྱེད། དེ་མ་ཟད་པས་འཁོར་བའི་སྡུག་བསྔལ་ལས་ཐར་པའི་ཐར་པ་ཞིག་ངེས་ཐར་པ་ཟིན་ངེས་གཅིག་ལ་གཅིག་གི་ཕན་ཡོན་བསམ་བློ་བཏང་ནས་ཨ་ནི་ཐར་པ་དོན་དུ་གཉེར། དེ་དོན་དུ་གཉེར་བའི་ཐོག་ནས་ཐར་པ་ཐོབ་བས་ཀྱི་ཆེད་དུ། ཨཱ་ནི། གར་ས་ཐར་པ་ཐོབ་ཡོད་ཀྱི་ཆེད་དུ་ལམ་བསླབ་པ་གསུམ་དེ་འདྲའི་ཉམས་ལེན་བྱས་སོ་ན། དེ་འདྲའི་གྱི་ཉམས་ལེན་བྱས་ཀྱི་ལམ་དེ་ལ་ངེས་འབྱུང་གི་ལམ་ཟེར་འདུག་གོ། ད་ངས་ཡང་བསྐྱར་ལབ་ཡོད་ད། ངེས་འབྱུང་གི་ལམ་ཟེར་ན་ག་རེ་རེད་ལགས་ན། འཁོར་བའི་ཉེས་དམིགས་མཐོང་བ་གཅིག་པོ་མ་རེད། འཁོར་བའི་ཉེས་དམིགས་ཡང་མཐོང། ཐར་པའི་ཕན་ཡོན་ཡང་མཐོང། དེའི་གཞུག་གུ་ལ་ཐར་པ་དོན་དུ་གཉེར་བའི་བསམ་པའི་ཐོག་ནས་ལམ་བསླབ་པ་གསུམ་ཉམས་ལེན་བྱེད་པ་དེ་ངེས་འབྱུང་གི་ལམ། འགྲིག་སོང་ང། ད་ངེས་འབྱུང་གི་ལམ་ཟེར་ཏེ་དེ་རེད། དེ་འདྲ་བའི་ད་ངེས་འབྱུང་བཤད་པ་ལ་གསུམ། ད་དང་པོ། ངེས་འབྱུང་བསྒོམ་དགོས་པའི་རྒྱུ་མཚན། རྒྱུ་མཚན་དང། དེ་བསྒོམ་པའི་ཚུལ་དང། ངེས་འབྱུང་སྐྱེད་པའི་ཚད་དོ། ཅེས་ལ་འདི་ཚོ་ཡག་པོ་འདུག་ཨ། དེང་སང་གི་དུས་ཚོད་ལ་ཡ་དུས་རབས་ཉི་ཤུ་རྩ་གཅིག་ལ་སླེབས་ཡོང་དུས་རྒྱུ་མཚན་དེ་ཚོ་ཧ་གོ་ན་ཨ་ནེ་ཡག་པོ་འདུག་རྨོངས་དད་མ་ཡིན་པ། ངེས་འབྱུང་སྒོམ་གི་རེད་ལབ་ངེས་འབྱུང་ག་ཅིག་སྒོམ་གི་རེད་སངས་རྒྱས་ཀྱི་གསུངས་སོང་དེ་འདྲས་ལབ་བསྡད་ན་ཨ་ནེ་འགྲུག་མ་རུང་སོ་སོ་སོ་སོ་ངེས་ཀྱི་ངེས་འབྱུང་སྒོམ་དགོས་རེད་ག་ཡིན་ཟེར་ན་རྒྱུ་མཚན་འདི་རེད་ཟེར་ཧ་གོ་ན་གོ། ཤེས་ནས་དད་པ་ཐོབ་ཟེར་ཡོང་དགོས་པ་རེད་བྱས་ཙང་འདི་ཡིན་དུས་དང་པོ་དེ་ངེས་འབྱུང་སྒོམ་དགོས་པའི་རྒྱུ་མཚན་དེ་ནས་གཉིས་པ་སྒོམ་པའི་ཚུལ་དེ་ནས་ངེས་འབྱུང་སྐྱེད་པའི་ཚད་དུ་སོང། དང་པོ་ནི། བདག་ཉིད་འབྱུང་བསྒོམ་འཁོར་བའི་རྒྱུ་མཚན་དེ་རེ་ད་རྩ་ཚིག་ཟེར། རྣམ་དག་ངེས་འབྱུང་མེད་པར་སྲིད་མཚོ་ཡི། བདེ་འབྲས་དོན་གཉེར་ཞི་བས་ཐབས་མེད་ལ། སྲིད་ལ་བརྐམ་པ་ཡིས་ཀྱང་ལུས་ཅན་རྣམས། ཀུན་ནས་འཆིང་ཕྱིར་ཐོག་མར་ང་འབྱུང་རྩལ། ཞེས་གསུངས་པ་ལྟར་རོ། དཔལ་སྲིད་རྟགས་ཀྱི། ད་འདི་ཚིག་འགྲེལ་དེ་ལས་ལྷག་པ་ཡིན་ཙང་ངས་དམིགས་བསལ་གྱི་ཚིག་འགྲེལ་ཟུར་དུ་ཡི་གེ་བྲིས་ཡོད་མ་རེད། ད་ཡིན་ནས་ངག་ཐོག་ནས་འགྲེལ་བཤད་རྒྱག་དགོས་ཡིན་དུས་ད་ཡང་མགོ་ནས་མ་བཏགས་ཨ། ཤུག་གུ་བཅུ་གཉིས་འོག་ནས་ཡར་བརྩིས་པའི་ཐིག་ཕྲེང་གསུམ་པ་བཏགས་ཨ། རྣམ་དག་ངེས་འབྱུང་ལ་རེ། རྩོམ་རྒྱ་དུས་གཙང་པ་ཚིག་བདེ་པོ་ཡོང་དགོས་ཡིན་ཙང་རྣམ་དག་ངེས་འབྱུང་ལར་བ། འགྲེལ་བཤད་རྒྱ་དུས་རྣམ་དག་ངེས་འབྱུང་དང་ངེས་འབྱུང་རྣམ་དག་གཉིས་གཅིག་པ་རེད། ངེས་འབྱུང་རྣམ་དག་ལ་གོར་རྣམ་དག་ངེས་འབྱུང་སུ་དུས་གཙང་པ་ངེས་འབྱུང་གི་ཉམས་ལེན་ཡིན་པ་གཅིག་ལ་ངེས་འབྱུང་གི་ཉམས་ལེན་དེ་ཡང་རྣམ་པར་དག་པ་སྐྱོན་མེད་པ། འོ་དེ་འདྲའི་ཅིག་ལ་རྣམ་དག་ངེས་འབྱུང་བྱས། ད་ཡིན་རྒྱུ་འདི་འདྲ་ཡིན་པ་འདྲ། ང་ཚོ་ཕལ་སྐད་རྒྱ་མདུད་ཙམ་པ་འདི་འདྲའི་འབྱུང་གི་མི་འདུག་བས། ངེས་འབྱུང་སྤུས་སུས་ཀྱིས་མི་ཕན་གསལ་བྱེད་དོ། ཞེས་ལ་ཁོས་ལ་ཐམས་ཙམ་ང་རང་ཚོ་གོ་བ་ལ་ངེས་པར་འབྱུང་ཡིན་མདོག་ཚོའི་མིག་སྤུ་ཡང་ཅག་ཅག་ཅིག་ཨོག་ཏུ་འཁོར་བ་དེ་ལ་སྙིང་པོ་མི་འདུག་བསམ་གྱི། འོ་ད་འདི་འདྲའི་གི་ཅིག་བསམ་བློ་གཏིང་ཟབ་པོ་མ་བཏང་ནས་ད་ག་ས་ཁ་ཡམ་ཡམ་ཐོག་ནས་ད་གོ་བ་དེ་ལ་ཡིན་ན་སྙིང་པོ་མི་འདུག་བསམ་གྱི་ནས

དེ་འདྲ་གི་ཡང་རྣམ་དག་ངེས་འབྱུང། མེད་པར་བཟོད་དུས་རྣམ་དག་ངེས་པར་འབྱུང་བས་ཀྱི་བློ་ཡང་དག་པ་དེ་འདྲས་ཅིག་མེད་ན། ད་རྣམ་དག་ངེས་འབྱུང་མེད་ན་གར་བྱེད་རེད་ལགས་ན། ངེས་འབྱུང་གི་ཁ་བརྡས་ཆགས་དགོས་ཡས་ཀྱི་སྐྱོན་དེ་ཁག་ཐུག་མ་རེད་ལགས་རེད། ད་སྐྱོན་དེ་ག་རེ་ལ་ན་བདེ། སྲིད་མཚོ་ཡིས་ས་འབྲེལ་སྒྲ་བརྒྱབ་འདུག་སྲིད་མཚོ་ཡིས་བདེ་འབྲས་དོན་གཉེར་ཞི་བ་ཟེར་དེ་རེད་ད། བྱས་ཙང་འདི་ཚུད་དུས་སྲིད་མཚོ་ཡིས་ཚུད་དུས་སྲིད་ཟེར་ཡ་དེ་སྲིད་པ་གསུམ་ཁམས་གསུམ་བྱས། དེས་རྒྱ་མཚོ་ལ་དཔེ་དགོས་ཁམས་གསུམ་གྱི་རྒྱ་མཚོ་ལ་སྲིད་མཚོ་ལ་རེད། རེད་བ། ཁམས་གསུམ་འཁོར་བ། སྲིད་ཚོགས་ལ་བ་དང་འཁོར་བའི་ཚོགས་ལ་བ་གཉིས་གཅིག་པ་རེད། གང་ལྟར་ཁམས་གསུམ་འཁོར་བའི་རྒྱ་མཚོ་ལ་སྲིད་ཚོགས་ལ་བ་རེད། སྲིད་ཚོགས་ཡིས་བདེ་འབྲས་ལ་དུས་ཡག་གི་ཡོད་དེ་འབྲས་འདྲ་ཡིན་ཙང་བདེ་འབྲས་ལ་དུ་བ། བདེ་འབྲས་ལ་དུས་ཙམ་པ་ག་རེ་དགོས་སྐོར་ལ་ན། སྲིད་ཚོགས་ཡི་བདེ་འབྲས་སུ་དུས་ཙམ་པ་འཁོར་བའི་བདེ་འབྲས་སྲིད་སྐོར་རེད། ཆོས་སོ་འཁོར་བའི་བདེ་འབྲས་སུ་དུ་ཙམ་པ། འཁོར་བ་ལ་ཡང་སོ་སོ་སྐྱེ་བ་ལེན། སོ་སོ་འཁོར་བ་ལ་སྐྱེ་བ་ལེན་ནས་ཨ་ནི། འཁོར་བའི་དགེ་བདེ་སྐྱིད་མང་པོ་ཅིག་མྱོང་ཡང་ཡོད་རེད། འཁོར་བའི་བདེ་སྐྱིད་མང་པོ་ཅིག། གནས་སྐབས་ཀྱི་བདེ་སྐྱིད་མང་པོ། ཟས་གོས་གནས་མལ་ལོངས་སྤྱོད་ལ་སོགས་པའི་བདེ་སྐྱིད་མང་པོ་ཅིག་ཡོད་རེད། འདི་ཚོ་ཚང་མ་ག་རེ། བདེ་འབྲས་སུ་དུས་བདེ་བ་ཡིན་མཁན་གྱི་འབྲས་བུ་རེད་སོང་བ། བདེ་བ་ཡིན་མཁན་གྱི་འབྲས་བུ་ལ། བདེ་འབྲས་ལ་གོར་གོར་བདེ་འབྲས། ཨ། ཡང་ན། བདེ་འབྲས་ལ་ཡས་དེ། བདེ་བ་དེ་ཁོ་རེའི་བདེ་བ་བཞག་ཁོ་རེའི་བདེ་བ་དེའི་མཐོང་བ་ལ་བརྟེན་ནས་བྱུང་བའི་འབྲས་བུ་ཨ་ནི་ག་རེ། དོན་གཉེར་ལ་ཡས་དེ་དོན་གཉེར་སུ་དུས། འཁོར་བའི་བདེ་སྐྱིད་དོན་དུ་གཉེར་བའི་ལོ། རེ་ཟུང་བ། ད་ལྟ་དེ། སྲིད་མཚོ་ཡི་བདེ་འབྲས་དོན་གཉེར་ཞེས་པ་དེ། སྲིད་མཚོ་ཡི་བདེ་བ་ལ་བརྟེན་ནས་བྱུང་བཞག་པའི། དོན་གཉེར་གྱི་ལོ། ད་ལྟའི་དོན་གཉེར་གྱི་ལོ་ལ་ཡི་གེར་འདོད་ཆགས་རུང་བ། དེ་ཡིན་དུས། མདོར་བསྡུས་ན། སྲིད་མཚོ་ཡི་བདེ་འབྲས་དོན་གཉེར་ཞེས་པ་དེ་ག་རེ་བཞག་ལགས་ན། ཁམས་གསུམ་འཁོར་བའི་རྒྱ་མཚོ་ལ་བརྟེན་ནས་བྱུང་བའི་འདོད་ཆགས་དེ་ཧ་སོང་བ། དོན་དག་མདོར་བསྡུ་ན་འཁོར་བ་ལ་ཆགས་པའི་ཆགས་པ་དེ། སྲིད་མཚོ་ཡི་བདེ་འབྲས་དོན་གཉེར་ལ་བ་དང་འཁོར་བ་ལ་ཆགས་པའི་ཆགས་པ་ལ་བ་གཉིས་གཅིག་པ་རེད་གོ་ཚོད་སོང་ངམ། སྲིད་མཚོ་ཡི་བདེ་འབྲས་དོན་གཉེར་ཟེར་དེ་ག་རེ་རེད་ལ་ན། འཁོར་བའི་གྱི་ཆགས་པ། འཁོར་བ་ལ་ཆགས་པའི་ཆགས་པ་འདོད་ཆགས་དེ། ཨོ་ཡ། སེམས་འཚོལ་བའི་བསྟན་འགྲོའི་དོན་གཉེར་བྱས། འགྲིག་སོང་བ། ངས་ད་ཚིག་འགྲེལ་རྒྱག་དགོས་ད། དེ་འབྲེལ་གྱི་འཁོར་བ་ལ་ཆགས་པའི་ཆགས་པ་དེ། ད་དངོས་གནས་དྲང་གནས་བྱས་ན། འཁོར་བ་ལ་ཆགས་པའི་ཆགས་པ་འདི་གིས་ང་ཚོ་འཁོར་བ་ལ་ཆགས་ཀྱི་ཡོད་རེད་བ། འཁོར་བ་ལ་ཆགས་པ་འདི་གིས་འཁོར་བ་ལ་སྐྱེ་གི་ཡོད་རེད། འཁོར་བ་ལ་སྐྱེ་བ་འདི་གིས་འཁོར་བའི་སྡུག་བསྔལ་མྱོང་གི་ཡོད་རེད། དེ་འདྲ་ཡིན་ཙང་ང་ཚོ་འཁོར་བ་ལ་ཡ། ཨ་ནི་ཁ་མ་བྲལ་ནི་གནས་དགོས་ཡ་འདི་གཙོ་བོ་འཁོར་བ་ལ་ཆགས་པའི་ཆགས་པ་དེ་གི་བྱེད་དགོས་རེད་དེ་འདྲ་ཡིན་ཙང་ཆགས་པ་དེ་ཞི་བར་བྱེད་ཚུལ་དུ་མེད་པ་བཟོས་དགོས་རེད་ཆགས་པ་དེ་དུ་བ་འདི་འདྲའི་དོན་གཉེར་ཞི་ཞེས་པ་དེ་མེད་པ་བཟོས་བ་རེད་བ་ཤཱནྟ་དང་སྐྱོན་ཡོད་སྐྱོན་ཡ་ལང་ཡོང་ཡ་དེ་མེད་པ་བཟོས་བྱ་དོན་དག་མདོར་བསྡུས་ན་འདི་འདྲའི་དོན་གཉེར་ཞི་བ་ཞེས་པ་དེ་འཁོར་བ་ལ་ཆགས་པའི་ཆགས་པ་དེ་མེད་པ་བཟོད་དགོས་རེད། ཧང་སོང་ཨ། འཁོར་བ་ལ་ཆགས་པའི་ཆགས་པ་དེ་ག་རེ། མེད་པ་བཟོད་དགོས་རེད། བྱས་ཙང་ཀ། འཁོར་བ་ལ་ཆགས་པའི་ཆགས་པ་དེ་མེད་པ་བཟོད་དགོས་པ་ཡིན་ཙང། འཁོར་བ་ལ་ཆགས་པའི་ཆགས་པ་དེ། མེད་པར་བཟོད་ཡ་གི། ཨ་ནི་ཐབས་ལ་བརྟེན་དགོས་རེད། ཧང་སོང་ཨ། མེད་པ་བཟོད་པའི་ག་རེ། ཐབས་ལ་བརྟེན་དགོས་རེད། ད། ཡག་པོ་བསམ་དང་ད། འཁོར་བ་ལ་ཆགས་པའི་ཆགས་པ་དེ་མེད་པ་བཟོ་ཡ་གི་ཐབས་ལ་བརྟེན་དགོས་ན་ད་ག་རེ་བྱེད་དགོས་རེད་ངེས་འབྱུང་སྒོམ་དགོས་རོ། འཁོར་བ་ལ་ཆགས་པའི་ཆགས་པ་དེ་གི་ཁ་བཏད་དེ་ངེས་འབྱུང་རོ། ངེས་འབྱུང་གི་ལམ་དེ་གཉེན་པོ། སུ་ཡི་གཉེན་པོ་འཁོར་བ་ལ་ཆགས་པའི་ཆགས་པའི་གཉེན་པོ་རོ། དེ་འདྲ་ཡིན་ཙང། འཁོར་བ་ལ་ཆགས་པའི་ཆགས་པ་དེ་ཞི་བ་དེ་མེད་པ་བཟོ་ངེས་འདོད་ན་ངེས་འབྱུང་སྒོམ་དགོས་རེད། ངེས་འབྱུང་མ་བསྒོམས་ན་ལ་དུས། རྣམ་དག་ངེས་འབྱུང་མེད་པར་ངེས་འབྱུང་རྣམ་དག་ཅེས་སྨྲས་ན། སྲིད་མཚོ་ཡི་བདེ་འབྲས་དོན་གཉེར་ཞི་བའི་ཐབས་ཡོད་མ་རེད་ལ་དུས་འཁོར་བ་ལ་ཆགས་པའི་ཆགས་པ་སྤོང་ཡག་གི་ཐབས་ལམ་ཡོད་མ་རེད་ལ། ལྷག་སོང་བ། འཁོར་བ་ལ་ཆགས་པའི་ཆགས་པ་དེ་སྤང་ཐུབ་མ་རེད། གར་འགྲིག་སྙིང་རྗེ་བོ་གསུངས་འདུག་དེ་དང་འདི་ལ་དུས། རྣམ་དག་ངེས་འབྱུང་མེད་ན་ཟས་ཀྱི་ཚབ་ལ། རྣམ་རྣམ་དག་ངེས་འབྱུང་ཡོད་ན། འཁོར་བ་ལ་ཆགས་པའི་ཆགས་པ་དེ་མེད་པ་བཟོ་ཐུབ། རྣམ་དག་ངེས་འབྱུང་དེ་མེད་ན། འཁོར་བ་ལས་ཆགས་པའི་ཆགས་པ་དེ་མེད་པ་སོ་མ་ཐུགས། འོ་དེ་ལ་བར་དོགས་དོགས། རྣམ་དག་ངེས་འབྱུང་མེད་པར་སྲིད་མཚོ་ཡི། བདེ་འབྲས་དོན་གཉེར་ཞི་བའི་ཐབས་མེད་ལ། ཡག་པོ་འདུག་བ། དེ་འདྲའི་ཡིན་པ་ཡིན་ཙང། སྲིད་ལ་སྐམ་པ་ཡིས་ཀྱང། སྲིད་ལ་སྐམ་པ་ཡིས་ཀྱང། ལུས་བྱས་ན་ཀུན་ནས་ཕྱིན་ཅིང་ཐོག་མར་ངེས་འབྱུང་རྩལ། དེ་འདྲའི་ཡིན་དུས། ངེས་འབྱུང་མེད་ན། འཁོར་བ་ལ་འཆགས་པའི་ཆགས་སྒོ་སྤང་ཐུབ་ཀྱི་མི་འདུག་བ། གཅིག་བྱས། ད། འོ་ན་འཁོར་བ་ལ་ཆགས་ན་སྐྱོན་ག་རེ་ཡོད་རེད་ད། སྐྱོན་གཙོ་བོ་འདི་ལ་དབོར་བ། འཁོར་བ་ལ་ཆགས་པའི་ཆགས་པ་མེད་པར་བཟོ་དགོས་རེད་ལར་བ། འཁོར་བ་ལ་ཆགས་པའི་ཆགས་པ་དེ་མེད་པར་བཟོ་དགོས་ཡས་ཀྱི་རྒྱུ་མཚན་ག་རེ་རེད་ལ་བསྡུས་ཏེ། སྲིད་ལ་སྐམ་པ་ཞེས་པ་འདི་འཁོར་བ་ལ་སྐམ་པ། སྲིད་ཟེར་དུས་འཁོར་བ་རེད་བ། སྲིད་ལ་སྐམ་པ་ཟེར་དུས་འཁོར་བ་ལ་སྐམ་པ། བསྐམས་པ་ཞེས་པ་དེ་ཆགས་པའི་དོན་རེད་དེ་ཚོལ་ཏེ། འཁོར་བ་སྲིད་ལ་བསྐམས་པ་དང་འཁོར་བ་ལ་ཆགས་པ་གཉིས་གཅིག་པ་གཅིག་རྐྱང་རེད། བྷཱུ་ར་ཀ་ད་བསྐམས་མ་བསྐམས་ཟེར་དུས་ཆགས་པའི་ཚིག་རེད་ཆགས་ཚིག་རེད་སོང་ང་དེ་དུས་སྲིད་ལ་བསྐམས་པ་ལ་བ་དང་འཁོར་བ་ལ་ཆགས་པ་ལ་བ་གཉིས་གཅིག་པ་རེད། སྲིད་ལ་བསྐམས་པ་ཡིད་རྐྱང་ལ་དུས་འཁོར་བ་ལ་ཆགས་པ་ལ་ཆགས་པའི་ཆགས་པ་དེ་གྱིས་ག་རེ་བྱེད་ཀྱི་ཡོད་རེད་ལགས་ན་སེ་ལ་སྐམ་པ་ཡིད་ཀྱང། ལུས་ཅན་རྣམས་ཟེར་དུས་ད་ལྟ་ང་རང་ཚོ་འདི་ལུས་དང་སེམས་གཉིས་ཀྱི་ནང་ནས་ཤ་རུས་པ་ཁྲག་གི་གཟུགས་པོ་ཡོད་བདེ་ཞེན་གྱི་སེམས་ཅན་འདི་ཚོ། ཨོ་ལུས་ཅན་རྣམས་ད་དོན་དག་མདོར་བསྡུས་ན་སེམས་ཅན་རྣམས་ལ་གོ་བ་རེད་ལུས་ཅན་རྣམས་ཞེས་པ་འདི་སེམས་ཅན་རྣམས། ཀུན་ནས་འཆིང་ཕྱིར་ཟས་ཀྱི་ཕྱིར་འདི་རྒྱུ་མཚན་རེད་ཆ་ཚང། ཀུན་ནས་འཆིང་ལ་སོང་བ། ཀུན་ནས་འཆིང་ལ་འདོད་བརྩམས་པ་དཔེར་ན། ང་རང་ཚོ་གཅིག་དགའ་སུག་རེད། ཕོར་པ་འདྲ་པོ་ཅིག་ཡོད་པར་བྱས་ཕོར་པ་འདྲ་པོ་དེའི་ཐག་པ་གི་བར་གཅིག་ན་ཨ་ནུ་ཕོར་པ་དེ་འགྲོ་ས་མེད་པར་ཆགས་ཡོད་ར་བ་ཁོ་བསྡམས་བཞག་ཡོད་ར་བ། དེ་ང་ཚོ་ལག་པ་བཅིངས་སོང་ན་ལག་པ་ཐག་པས་བཅིངས་སོང་ན་ལག་པ་ལྕགས་ཐག་གིས་བཅིངས་ན་ལག་པ་དེ་ཨ་ནུ་བར་བྲོས་ཐུབ་མ་ར་བ། དེ་ནང་བཞིན་བྱས་ནས། ཨ་ནི་འཁོར་བ་ལ་ཆགས་པའི་ཆགས་པ་དེ་འཁོར་བ་ལ་ཆགས་པའི་ཆགས་པ་དེ་ག་རེ་རེད་ལ་ན། ལྕགས་ཐག་ནང་བཞིན་རེད་ལ་རེད། ཁོས་ག་རེ་བྱེད་དགོས་ལ་ན་ཀུན་ནས་འཆིང་ཕྱིར་ལ་དུས་ཙམ་པ་ཁོས། ང་ཚོ་སེམས་ཅན་སྡེ་བརྒྱད་འདིས། ང་ཚོ་སེམས་ཅན་སྡེ་བརྒྱད་འདི། ཁམས་གསུམ་འཁོར་བའི་ནང་ལ་འཆིང་གི་ཡོད་རེད་ལ་རེད། ཧ་གོ་སོང་ཨ། ང་ཚོ་ཁམས་གསུམ་འཁོར་བ་ལ། སྐྱེ་འདོད་མེད་ན་ཡང་སྐྱེ་དགོས་ཡ་དེ། འཁོར་བ་ལ་ཆགས་པའི་ཆགས་པ་གི་ཆེད། ང་ཚོ་ཁམས་གསུམ་འཁོར་བ་ལ་གནས་འདོད་མེད་ན་ཡང་གནས་དགོས་ཡ་དེ། འཁོར་བ་ལ་ཆགས་པའི་ཆགས་པ་དེ་གི་ཆེད། ང་ཚོ་ཁམས་གསུམ་འཁོར་བ་ལས་གྲོལ་འདོད་དང་ཐར་འདོད་ཡོད་ཀྱང་ཐར་མ་ཐུབ་པ་དེ། འཁོར་བ་ལ་ཆགས་པའི་ཆགས་པ་ཆེད། དེ་འདྲས་ཚོ་འཁོར་བ་ལ་ཆགས་པའི་ཆགས་པ་དེ་ག་རེ་རེད་ལ་ན་ཐག་པ་ནང་བཞིན་རེད། འོ་ན་ཁོས་གིས་ག་རེ་འཆིང་གི་ཡོད་རེད་ལབ་ན་འཆིང་ཡས་དེ་ང་ཚོ་འཆིང་གི་ཡོད་རེད། ག་བ་འཆིང་གི་ཡོད་རེད་ལབ་པ་ཡིན་ན་འཁོར་བ་ལ་འཆིང་གི་ཡོད་རེད་ལབ་ད། ལྕགས་ཐག་ཅིག་འཁྱིལ་ནས་ཨ་ནི་སྤེའུ་ཅིག་ཀ་བ་ལ་ཡ་བསྡམས་ན་ད་ཁོ་འགྲོ་ས་ག་ཡང་ཡོད་མ་རོ། དེ་ནང་བཞིན་ང་ཚོ་འཁོར་བ་ལ་ཡ་ཨ་ནི་བསྡམས་མཁན་འདྲ་བོ་དེ་སུ་རེད་ལབ་ན་ཨ་ནི་འདོད་ཆགས་དེ་རེད་ལ་རེད་ཧ་སོང་བ། འཁོར་བ་ལ་ཆགས་པའི་ཆགས་པ་དེ་རེད་ཟེར་ས་འགའ་འཁོར་བ་ལ་ཆགས་པའི་ཆགས་པའི་གི་ལས་ཀ་ག་རེ་བྱེད་ཀི་འདུག་ལ་ན་ཀུན་ནས་འཆིང་ཟེར་དེ། ད་ཀུན་ནས་འཆིང་ཕྱིར་ཚུལ་དུ་རྒྱུ་མཚན་བཀོད་རོགས་བྱས་ན་འཁོར་བ་ལ་ཆགས་པའི་ཆགས་པ་དེ་གི་ང་ཚོ་འཁོར་བ་ལ་ཡ་བཅིངས་ནས་སྡུག་བསྔལ་མྱོང་དགོས་བ་གི་ཟོ་གུ་ཡོད་ཙང་ལ་ར་བ་ཕྱིར། དེ་འདྲ་ཡིན་པ་ཡིན་ཙང་ད་ང་ཚོ་ག་རེ་བྱེད་དགོས་རེད། འཁོར་བ་ལ་ཆགས་པའི་ཆགས་པ་དེ་མེད་པར་བཟོད་དགོས་འདུག་འཁོར་བའི་སྡུག་བསྔལ་དགོས་ཀྱི་མི་འདུག་ན། ཁྱེད་རང་འཁོར་བ་ལ་སྐྱེས་ནས་སྡུག་བསྔལ་མྱོང་ཡས་དེ་དགོས་ཀྱི་མེད་འདུག་ན། ཨ་ནི་ཁྱེད་རང་འཁོར་བ་ལ་འཆིང་ཡས་དེ་མེད་པར་བཟོད་དགོས་རེད། འཁོར་བ་ལ་འཆིང་པར་བྱེད་མཁན་དེ་འཁོར་བ་ལ་ཆགས་པའི་ཆགས་པ་རེད། དེ་ཆགས་པ་དེ་མེད་པར་བཟོད་རེད། ཆགས་པ་དེ་མེད་པར་བཟོད་ཀྱི་ཡིན་ན་ག་རེ་དགོས་རེད་ཆགས་པའི་གྱི་ཁ་བཏད་ཁ་བཏད་འདྲ་པོ་དེ་ངེས་འབྱུང་རེད། དེ་ཡིན་ཙང་ངེས་འབྱུང་རྩལ་བཟོད་དུས་ངེས་འབྱུང་གི་ཆོས་དེ་ག་རེ་ཡིན་མེད་ཐོས་བསམ་གྱི་རྩལ་ནས་ཤེས་པར་བྱས་ནས་ད་གོམས་ཤོག་ལབ། འདི་གསུངས་ཨ། སྲིད་ལ་སྐམ་པ་ཡིན་ཀྱང་ལུས་ཅན་རྣམས་ཀུན་ནས་འཆིང་ཕྱིར་ཐོག་མར་ངེས་འབྱུང་རྩལ་ཨ་དང་པོ་ཏི་སྐུ་ཨ་ཐོག་མར་ཟེར་ཚིག་འདི་ཆགས། ངེས་འབྱུང་རྩལ་ངེས་འབྱུང་རྩལ་ཟེར་ན་འགོ་ཚུགས་སོང་བས། ངེས་འབྱུང་ཟེར་ཏེ་ངེས་འབྱུང་གི་ཉམས་ལེན་ཆོས་འདི་བྱས། ཆོས་འདི་ག་འདྲི་རེད་ཆོས་འདི་ག་བ་ཡོད་རེད་སུ་ལ་ཡོད་རེད་བླ་མ་སུ་ལ་ངེས་འབྱུང་གི་ཆོས་འདི་གསུང་ཡག་འདུག་བླ་མའི་གི་གསུང་ཞལ་གི་ངེས་འབྱུང་གི་ཆོས་འདི་ག་འདྲི་རེད་འོ་དེ་ལས་མ་ཤེས་པ་ཤེས་པར་བྱས་ཤེས་པ་ཉམས་ལེན་བྱས་ལ་བརྩོན་འགྲུས་བསྟེན་ཡག་དེ་ངེས་འབྱུང་རྩལ་ཞེས་པའི་དོན་རེད་ཧ་གོ་སོང་ཨ།

ཨཱ་ཡ། ཀུན་ནས་འཆིང་རྒྱུར་གར་ས་ངེས་འབྱུང་རྩལ་ཟེར་དུས་སོང། ད་འདི་གི་དོན་དག་ག་རེ་གོ་སོང། ཁྱེད་རང་གིས། འཁོར་བ་ལ་ཆགས་པའི་ཆགས་པའི་དབང་གིས་འཁོར་བ་ལ་སྐྱེས་ནས་སྡུག་བསྔལ་མང་པོ་མྱོང་རེད། འཁོར་བའི་སྡུག་བསྔལ་མང་པོ་དེ་ཁྱོད་རང་གོ་གི་མི་འདུག་ན། འཁོར་བའི་སྡུག་བསྔལ་ལས་ཐར་ཡག་ལ་འཁོར་བ་ལ་སྐྱེ་རྒྱུ་ཡོད་མ་རེད་འཁོར་བ་ལ་མ་སྐྱེ་ཡག་གི་ཆེད་དུ་ཨ་ནི་ཁྱེད་རང་གི་འཁོར་བ་ལ་ཆགས་པའི་ཆགས་པ་མེད་པ་བཟོས་ཆགས་པ་མེད་པ་བཟོས་ཡ་ལ་ངེས་འབྱུང་སྒོམ་ས་ཟེར་ཨ་འདུག་ད་དེ་གསལ་པོ་རེད་སོང་ཨ་དེ་འདྲ་ཡིན་ན་ཐོག་མར་ངེས་འབྱུང་རྩལ་གར་བྱེད་ནི་ལབ་པ་རེད་ངེས་འབྱུང་རྩལ་སོང་ཤ་ན་འགྲིག་གི་རེད་ཐོག་མར་གར་བྱེད་ནི་སོང་རེད་ས་དེ་རེད།

རྗེ་བཙུན་འཇམ་པའི་དབྱངས་ཀྱིས་འཇམ་མགོན་ཙོང་ཁ་བ་ཆེན་པོ་ལ། ཐར་འདོད་སྐྱེ་ཡི་ཟེར་དུས་འཁོར་བ་ལས་ཐར་བར་འདོད་མཁན་གྱི་མི་ཞིག་ཡིན་ན་དེ་ཐར་འདོད་སྐྱེ། ཐོག་མར་གདམས་ངག་གང་ཟབ་ཟེར་བ་གཞན་ཐམས་ཅད་བཞག་ནས་ངེས་འབྱུང་ལ་རྟོགས་སྒོམ་བྱ་དགོས་ཟེར་དུས། ཁྱེད་རང་གིས་ཆོས་དང་པོ་དེ་བྱེད་དུས་ནས་དང་པོ་ནས་སྔགས་ལ་མཆོངས་མ་བསྡད། བསྐྱེད་རིམ་དང་རྫོགས་རིམ་དང་འདི་ནི་མ་མཐའ་གཅིག་ཆོས་བརྒྱུད་ཞིག་གི་སྔགས་ཟབ་མོ་འདི་འདྲ་ཡོད་རེད་རྩ་ཆེན་པོ་ཏན་ཏན་རེད་ཡིན་ནའི་འདི་ཁོ་རང་ཐོས་སོང་དགོངས་སོང་བྱས་པའི་དུས་ཚོད་ཅིག་སླེབས་ཀྱི་རེད་དེ་དུས་བྱས་འོག་ནས་ཡང་དང་པོ་ཁྱེད་རང་གིས་ཐོས་དགོས་ཡ་བསམ་དགོས་ཡ་སྒོམ་དགོས་ཡ་དེ་ག་རེ་རེད་ངེས་འབྱུང་རེད་ལབ་པ་རེད་བྱས་ཙང་འདི་ཡིན་དུས་ཙང་པའོ་འདི་ལུང་འདི་དང་འོག་གི་སྐུ་གནས་མཁྱེན་གྱི་ཐོག་མར་ངེས་འབྱུང་རྩ་བརླག་ཚུལ་དུས་འོག་ལ་ཡོངས་ཡངས་ཀྱི་མང་པོ་འདི་ཚོ་བྲེ་ལ་མ་བྱས་ཟེར། ངེས་འབྱུང་གི་ཞུ་སྐུ་ལ་བྱང་སེམས་ཡང་དག་པའི་ལྟ་བ་སྟོང་ཉིད་དེ་ནས་མ་ཕར་ཕྱིན་བྱང་ཆུབ་ཆོས་དུ་སེམས་བསྐྱེད་ནས་ཕར་ཕྱིན་དྲུག་དེ་ནས་སྔགས་དེ་ནས་མང་པོ་མང་པོ་ཡོད་རེད་བ། འདི་སྐད་དེ་ཨ་ལས་བྲེ་ལ་མ་བྱས་དང་པོ་ཁྱོད་རང་གི་སེམས་ཀྱི་ནང་ལ་ཡང་ངེས་འབྱུང་གི་ཨ་ནི་བློ་རྟོགས་པ་སྐྱེ་ལ་དང་པོ་ཤུགས་རྒྱབ་ཤོག། འདིའི་བཟོ་ལྟ་བཟོས་ནས་ཡག་པོ་བྱུང་ན། ཨ་རེ་འོ་འདི་ཚོ་རེད་ད་རིམ་པས་རིམ་པས་ཡོང་གི་རེད། དེ་གཞི་རྟེན་སྐོར་རང་མཐོང་ངེས་འབྱུང་ཟེར་ངེས་དེ་མེད་ན། ད་འགྱིག་ལ་སོང་ངེས་འབྱུང་མེད་ན་རང་ཉིད་འཁོར་བའི་སྡུག་བསྔལ་ལས་ཐར་འདོད་ཀྱི་བློ་ཡོད་མ་རུང། རང་ཉིད་འཁོར་བའི་སྡུག་བསྔལ་ལས་ཐར་འདོད་ཀྱི་བློ་མེད་ན་སེམས་ཅན་ཐམས་ཅད་སྡུག་བསྔལ་ལས་གྲགས་ཀྱི་ས་སྙིང་རྗེ་ཆེན་པོ་ག་འདྲས་སྐྱེ་དགོས་རེད། སྙིང་རྗེ་ཆེན་པོ་མ་སྐྱེས་ན་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་ས་ལ་འཁྲིད་ཀྱི་ཡིན་ག་འདྲས་བསམ་བློ་འཁོར་དགོས་རེད། བྱང་ཆུབ་སེམས་མ་སྐྱེས་ན་ཕར་ཕྱིན་དྲུག་ཡོད་ཕར་ཕྱིན་དྲུག་ཉམས་ལེན་མེད་ན་གསང་སྔགས་བསྐྱེད་རིམ་རྫོགས་རིམ་ཁག་བོར་བ། བྱེད་ས་འདི་ཡིན་པ་ཡོད་དུས་གང་ཟབ་བཤད་པ་ཚང་མ་བཞག་ན་དང་པོ་ངེས་འབྱུང་ལ་ཞུགས་རྒྱུ་ཟད་བྱེད་ས་དང་པོ་ལ་ཡལ་ཏེ་ཐོག་མར་ངེས་འབྱུང་རྩལ་ས་ཅིག་གོ་གསུང་ངས་ཅིག་གོ་རྒྱུ་དྲག་ཅིག་འདུག་བས་ཧོ་ཡ། ཨང། ད་འདི་འགྲིགས་སོ་ཞེས་གསུངས་པ་ལྟར་རོ། ད་འདི་ལ་ངེད་ཀྱིས་ཚིག་འགྲེལ་བརྒྱབ་ཚར་རེད་ད། ད་ཚིག་འགྲེལ་དེ་བརྒྱབ་ནས་ད་འདི་ཁྱད་པར་དཀའ་ཡི་མི་འདུག་ངེས་འབྱུང་སྒོམ་དགུག་རེ་ཟད་ཀྱི་རྒྱུ་མཚན་རེ་བ་དེ་ལས་ལྷག། ད་དེ་ནས་ད་ང་ཚོ་གིས། ཨོ། ད་ཐོག་མར་ངེས་འབྱུང་རྩ་ལོ་གསུངས་སོང་ད་ང་ཚོ་ཐོག་མར་ངེས་འབྱུང་གི་བློ་ཅིག་སྐྱེས་ཀྱི་ཡིན་ན་སྒོམ་ག་རེ་རྒྱག་པ་རེད་ཟེར་དུས་ད་བསྡད། གཉིས་པ། ངེས་འབྱུང་སྒོམ་པའི་ཚུལ་ལ་ཉེས། ད་ངེས་འབྱུང་ཟེར་ངེས་དེ་ལ་བལྟས་ད་བསྡད། ལམ་རྩོད་ཀྱི་སྐབས་ལ་ངེས་འབྱུང་ཟེར་ཡ་དེ་ལ་ཨ་ནི་གཉིས་བཞག་དགོས་རེད་ཁ་སང་བློ་ལྡོག་རྣམ་བཞིའི་སྐབས་ལ་བཤད་པ་ནང་བཞིན། ཚེ་འདི་ལ་ངེས་པར་འབྱུང་བའི་ལམ་གཅིག། སྐྱེ་བ་ཕྱི་མ་ལ་ངེས་པར་འབྱུང་བའི་ལམ་གཅིག། འོ་བྱས་ནས། ཏཱ་ཨ་ལས་སྐྱེ་བ་ཆེན་མོ་ལ་དུས་སྤྱིར་འཁོར་བར་བ། ཚེ་འདི་ལ་ངེས་པར་འབྱུང་བའང་འཁོར་བ་ལ་ངེས་པར་འབྱུང་བའང་བསལ་ཏེ་གཉིས་ཡོང་གི་ཡོད་རེད། བྱས་ཙང་ཐ་དད་དུ་བ། གཉིས་པ་ཉིད་འབྱུང་དཀོན་པའི་ཚུལ་ལ་གཉིས། དལ་འབྱོར་དང་འཆི་བ་མི་རྟག་པ་བསམ་པའི་སྒོ་ནས་ཚེ་འདིའི་སྣང་ཤེས་ལྡོག་པ་དང་གཅིག། ལས་འབྲས་དང་ཁོར་ཡུག་ཉེས་དམིགས་བསམ་པའི་སྒོ་ནས་ཕྱི་མའི་སྣང་ཤེས་ལྡོག་ཚུལ་ལོ། གཉིས་རེད། ད་འདི་ནང་ལ། དལ་འབྱོར་དང་འཆི་བ་མི་རྟག་པ་བསམ་པ་བྱས་ཏེ་འོག་ལ་གླེགས་རིས་མཚམས་དང་དང་བསམ་པའི་སྒོ་ནས་ཚེ་འདི་ཡི་སྣང་ཤེས་ལ་བསྡུ་བ། ས་ན་ད་སྣང་ང་སྣང་ཤ་ས་ཤས་བསྡུ་བ། བྱས་ཙང་འོ་དེ་འདྲེ་ཤེས་རྒྱག་གིན་གདའ། ཚེ་འདི་ཞེས་དོན་འདི་མི་ཚེ་འདི་ཧ་སོ་མི་ཚེ་འདི། ཆད། ཚེ་འདི་ཡི་མི་ཚེ་འདི་ཡི་ཆད། སྣང་ཤེས་སུ་སྣང་ཟད་དེ་མི་ཚེ་འདི། སྣང་ཆེན་པོ་ཙི་ཡ་དེ་སྣང་ཆེན་པོ་སུ་དེ་ག་རེ་སི་བ་རེ་གལ་ཆེན་པོ་ཞི་བོ་ཆེ། ཨ་ད་མི་ཚེ་འདི་ཡི་ན་པའི་གལ་ཆེན་པོ་རེ་ཟེ་ཅིག་གི་བསམ་བློ་ཅིག་ཡོད་ཨ་རེ། ཡོད་རེ་བ། སྣང་ཟད་དེ། སྣང་ཤེས་ཟད་དུ་བ་ཤ་ས་ཤེས་ཟད་དེ་ཤུགས་ཆེན་པོ། ཤ་ས་ཤེས་ཟད་དེ་ག་རེ་རེ་ས་ཤུགས་ཆེན་པོ། བྱས་ཙང་འདི་ཡིན་དུས། ཚེ་འདི་མི་ཚེ་འདི་གལ་ཆེན་པོ་རེད་བསམ་པས་ཨ་ནེ་གཅིག་གི་ཁ་སུ་རེ་སྣང་བ་ཤུགས་ཆེན་པོ་དེས་ཚེ་འདི་ཡི་སྣང་ཤེས་ཟེར་འདི་རེད། མི་ཚེ་འདི་གལ་ཆེན་པོ་རེད་བསམ་པས་སྣང་བ་ཤུགས་ཆེན་པོ་དེ་ལ་རེད། ཨ་ནེ་ག་རེ་ཟློག་བཟོད་དུས་ལ་དྭགས་དང་ཟློག་ག་ཟློག་བཟོད་དུས་མེད་པ་བཟོས་བ། ཨང་སོང་བ། མི་ཚེ་འདི་གལ་ཆེན་པོ་རེད་བསམ་པའི་བསམ་བློ་དེ་མེད་པ་བཟོས་པ། འདི་འགྲིག་སོང་ཨང། ད་འདི་ལ་དུས་བརྩམས་པ། དངོས་གནས་བྱས་ན་ནང་རྒྱལ་འདྲ་པོ་ཅི་རོ། འོ་འདི་ལ་དལ་འབྱོར་དང་འཆི་བ་མི་རྟག་པ་གང་འདི་ལ་དལ་འབྱོར་དང་འཆི་བ་མི་རྟག་པ་བསམ་ནས་ལ་དུས་དལ་འབྱོར་བསམ་ཚར་བསམ་བསམ་པ་དུ་འགྲོ་དགོས་རོ། ཆ་ད་དལ་འབྱོར་བསམ་བཏང་དུས་དལ་འབྱོར་བརྩམས་བའི་མིའི་ལུས་རྟེན་འདི་དོན་ཆེ་བ། ཁ་ཚ་ངོས་བཟུང་བ། དོན་ཆེ་བ། རྙེད་དཀའ་བ་གསང་འདུས། དལ་འབྱོར་ཚང་བའི་མིའི་ལུས་རྟེན་འདི་དོན་ཆེན་པོ་བསམ་བསམ་གོ། ད་དོན་ཆེན་པོ་བསམ་གོ་ལབ་ཡང་ད་ལྟ་དེ་ཚེ་འདི་གྱི་སྣང་ཤེས་ལྡོག་གོ་རེད་ལབ་ན་ཕྱི་ཐང་བློ་འུར་དུ་བ། ག་འདྲེ་རེད་པས་ལ་དུས་ཆེ་ཚང་ད་ངས་ཁ་གསང་ཞུས་པ་ནང་བཞིན། ཚེ་འདི་ལ་ཞེན་ན་ཆོས་པ་མིན་ཞེས་པ་འདི་གྱི་འགྲེལ་བཤད་སྐབས་ལ་ཞུས་ཡོད་ད་ལྟ་འདི་ལ། མི་ཚེ་འདི་གལ་ཆེན་པོ་རེད་བསམ་པའི་བསམ་བློ་དེ་གཡུག་ཞོར་ལ་གུ་ཡོད་མ་རེད་མེད་པ་བཟོས་ལ་གོ་བ་མ་རེད། བསྡུར་ནི། མི་ཚེ་འདི་དང། སྐྱེ་བ་ཕྱི་མ་ཕན་ཆད་གཉིས་བསྡུར། ཁོ་གཉིས་བསྡུར་ནི། སྐྱེ་བ་ཕྱི་མ་ཕན་ཆད་གལ་ཆེན་པོ་མ་རེད་ད། སྐྱེ་བ་ཕྱི་མ་ལས་མི་ཚེ་འདི་ཧ་ཅང་གི་གལ་ཆེན་པོ་རེད་ཟེར་ནས་མི་ཚེ་འདི་ལ་ཆགས་པའི་ཆགས་ཞེན་གྱི་བློ་ཅི་ཨ་ཡོད། འོ་འདི་ལ་ཚེ་འདི་ཡི་སྣང་ཤེས་ལར། འོ་འདི་བཟློག་ཟེར་འདི་མེད་པར་བཟོས་ལར། ཁྱད་པར་མི་འདུ་བས། མི་ཚེ་འདི་གལ་ཆེན་པོ་རེད་བསམ་པའི་བསམ་བློ་བཟློག་ལ་བ་དང་མེད་པར་བཟོས་ལ་བ་དང། ཚེ་འདི་དང་ཕྱི་མ་གཉིས་ཀྱི་ནང་ནས་ཕྱི་མ་གལ་ཆེན་པོ་མ་རེད་ཚེ་འདི་གལ་ཆེན་པོ་རེད་བསམ་པའི་བསམ་བློ་འདི་མེད་པར་བཟོས་ལ་བ་གཉིས་ལ་ཁྱད་པར་འདུ་བ། གལ་སྲིད་ན་ཕྱི་མ་གལ་ཆེན་པོ་མ་རེད་བསམ་ཚར་ན་ཚར་སོང་བ་དང། ཆོས་བྱེད་ཀྱི་བསམ་བློ་ཁོ་རང་ཁོག་མར་བ། བྱས་ཙང་འདི་ཡོད་དུས་ཚེ་འདི་ཡི་སྣང་ཤེས་ལྡོག་ཞེས་པའི་ཚེ་འདི་ཡི་སྣང་ཤེས་ཞོག་ལབ་ན་ག་རེ་བཞག་པ་རེད། ཚེ་འདི་དང་ཕྱི་མ་གཉིས་ཀྱི་ནང་ནས་ཕྱི་མ་གལ་ཆེར་མི་ལྟ་བར་ཚེ་འདི་ཁོ་ན་གལ་ཆེར་ལྟ་བའི་བསམ་བློ་དེ་རྡོགས་ཧཱུྃ་སོང་བ་འོ་དེ་རྡོགས་ད་གསལ་པོ་ཞུས་ཡོད་ད་ཧཱུྃ་སོང་བ་འོ་དེ་འདུག་ཟིན་ད། ད་ལས་འབྲས་དང་ཁུར་བའི་ཉེས་དམིགས་བསམ་པའི་སྒོ་ནས་ཕྱི་མའི་སྣང་ཤེས་འདོགས། ད་དེ། ཕྱི་མའི་སྣང་ཤེས་ལ་ཡིས་འདོགས་ཨ། ཕྱི་མའི་སྣང་ཤེས་ཟེར་ཡ་དེ། ཚེ་འདི་འདྲའི་ཕྱི་མ་གཉིས་ཀྱི་ནང་ནས་ཕྱི་མ་གལ་ཆེན་པོ་རེད་བསམ་པའི་བསམ་བློ་དེ་འདོགས་སོ་འདི་ལབ་ཀྱི་ཡོད་མར་ད། ཨང་སོང་ཨ། ད་ལྟ་ག་རེ་ལབ་བོ་ལབ་ན་ཚེ་འདི་ལ་ལས་ཉོན་གྱི་གཞན་དབང་ཅན་གྱི་མི་ཡུལ་ལུས་རྟེན་ཅིག་བླངས་རོགས་ཨ། ད་འདི་ནས་སྐྱེ་བ་ཆུང་མ་སྐྱེ་བ་འབྱུང་མ་ཅིག་ལེན་དགོས་རེད་སྐྱེ་བ་འབྱུང་མ་དེ་ལ་སངས་རྒྱས་ཀྱི་སྐྱེ་བ་དང་དེ་འདྲའི་ལས་འབྲང་ད་ཡག་ཤོས་རོགས་ཨ། ད་དུང་སྐྱེ་བ་བཅོས་མ་དེ་ལ་ཡང་བསྐྱར་ཁོ་རོའི་སྐྱེ་བ་ཁོ་རོའི་སྐྱེ་བ་ལེན་ཁོ་རོའི་སྐྱེ་བ་ལེན་ཡང་ལ་ཡང་འབད་བརྩོན་བསྟེན་ཁོ་རོའི་སྐྱེ་བ་ལ་ཆགས། སྐྱེ་བ་ཕྱི་མའི་གི་ཁོ་རོའི་སྐྱེ་བ་ལ་ཆགས་པ་ཅི་ཨ་ཡོད། འོ་དེ་ཆགས་པ་དེ་སྐྱོན་རོ་བ་དེ་འདྲ་ཡིན་ཙང་ཨ་ད་དེ། ཕྱི་མའི་སྣང་ཤེས་ལྡོག་ལས་འབྲས་དང་ཁོ་རོའི་ཉེས་དམིགས་བསམ་པའི་སྒོ་ནས་ཕྱི་མའི་སྣང་ཤེས་ལྡོག་ཞེས་པའི་དོན་ཞོག་ལ་ན། འཁོར་བ་ཕྱི་མ། ཧཱུྃ་སོགས། ཚེ་འདི་ཡི་འཁོར་བ་དང་ཚེ་ཕྱི་མའི་འཁོར་བ། ཚེ་ཕྱི་མའི་ཀྱི་འཁོར་བའི་སྐྱེ་བ་ལ་ཞེན་པས་ཆགས་པ་ཅི་ཨ་ཡོད། འོ་དེ་འདྲས་ཀྱི་བསམ་བློ་ཤུགས་ཆེན་པོ་དེ་ཡང་འདོགས། ལབ་ཡོད་རེད། འགྲིག་སོང་ཨ། འོ་དེ་རེད། ལས་འབྲས་དང་འཁོར་བའི་ཉེས་དམིགས་སུ་ཕྱི་མའི་སྣང་ཞིག་འདོགས་ཚུལ་ལོ། གཉིས་ཆ། ད་དེ་ནས་ནས་དང་པོ་དེ་ཡིན་ད། དང་པོ་ནི། རྩ་བར། དལ་འབྱོར་རྙེད་དཀའ་ཚེ་ལ་ལོ་སྨོན་པ་ཡིད་ལ་གོམས་པའི་ཚེ་དེ་སྣང་ཞིང་འདོགས་ཅེས་གསུངས། འདི་ལ་གཉིས། དལ་འབྱོར་དང་འཆི་བ་མི་རྟག་པ་བསྒོམ་ཚུལ་ལོས་བྱེད། ད་དལ་འབྱོར་བསྒོམ་ཚུལ་དང་འཆི་བ་མི་རྟག་པ་བསྒོམ་ཚུལ་གཉིས་ཡོད་རེད། ད་འདིས་སྒོམ་སྟངས་གཉིས་ཀ་མཉམ་དུ་བྱས་ནས་ལབ། ད་གཉིས་ཀ་ག་རེ་ཟེར་ན། ལམ་བྱེད་ལས། དལ་འབྱོར་ལ་སྙིང་པོ་ལེན་འདོད་ཚིག་གཉིས་ཚང་བ་ཞིག་སྐྱེས་པ་ལ་ཆོས་བཞི་ཡི་བསམ་དགོས་སོ་ཞེས། དལ་འབྱོར་དང་འཆི་བ་མི་རྟག་པ་གཉིས་གནས་བསྡུས་ནས་གསུངས་པ་ལྟར་བསམ་ན་ལེགས་པས། དེ་ཡི་ཚུལ་ནི། ཅེས་ཡང་དག་བཟླས་བཞག། ད་རྣམ་པ་ཚོགས་ཀྱིས་ལྟོས་དང་ང་ཚོ་ད་ལན་ལམ་གཙོ་རྣམ་གསུངས་ཏེ་ཉུང་འཕྲི་ཡིན་དུས་ད་ཁྱེད་རང་ཚོ་སང་ཉིན། ཨ་ཡི་ཕ་གས་སང་ཉིན་ཞོགས་ཀ་ནས་བཟུང་སྟེ་སྒོམ་རྒྱག་ཡ་འགོ་བཙུགས་རེད། ཆོས་ལ་ད་སྒོམ་རྒྱག་ཡ་དེ་ཞོགས་ཀའི་ཆོས་ཚུལ་མ་མཐའ་ཡིན་པས་ཆད་ཁ་ཆད་ཁ་སྒོམ་རྒྱག། ད་སྒོམ་དང་པོ་རྒྱག་ཡོང་དུས་ཙམ་པ་འོ་འདི། ད་བཤེས་གཉེན་བསྟེན་ཚུལ་འདི་ཚོ་ནམ་རྒྱུན་ནས་དད་པ་ཡག་པོ་ཡོད་ན་འགྲིག་པ་བྱས་ཐུན་དྲུག་བླ་མའི་རྣལ་འབྱོར་སྒང་ནས་སྒོམ་རྒྱག། ད་བརྟེན་ནས་ལམ་གཙོ་རྣམ་གསུམ་རང་གི་ཐོག་ནས་སྒོམ་རྒྱག་དུས། ཨ་ནི་དལ་འབྱོར་ནས་སྒོམ་དགོས་རེད་དལ་འབྱོར་དང་འཆི་བ་མི་རྟག་པ། ད་དལ་འབྱོར་དང་འཆི་བ་མི་རྟག་པ་ནི་སྒོམ་དུས་འདི་ནང་བཞིན་སྒོམ་ན་ཡག་པོ་རེད་ད་ལྟ་གནས་སྐབས་འདི་ཐོག་དེ། དང་པོ། བདག་ཆོས་ཅན། དམ་པའི་ཆོས་བྱེད་དགོས་པ་ཡིན་ཏེ། བདག་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ཡིན་ལ། བདེ་བ་སྒྲུབ་པ་དང་སྡུག་བསྔལ་སེལ་བའང་དམ་པའི་ཆོས་ཁོ་ན་ལ་རག་ལས་པའི་ཕྱིར། ཕྱིར་ཏེ། སྡུག་བསྔལ་མེད་པའི་བདེ་བ་མཐར་ཐུག་པ་ཐོབ་པ་ལ་སྡུག་བསྔལ་སྤང་དགོས། སྡུག་བསྔལ་སྤངས་པ་ལ་དེ་ཡི་རྩ་བ་བདག་འཛིན་དང་རང་གཅེས་འཛིན་སྤང་དགོས། དེ་ཉིད་སྤངས་པ་ལ་བདག་མེད་པ་དང་བྱང་ཆུབ་ཀྱི་སེམས་ཀྱི་ཆོས་ལ་རག་ལས་ཤིང་དེ་གཉིས་ནི་དམ་པ་སངས་རྒྱས་ཀྱི་ཆོས་ཁོ་ན་ཡིན་པའི་ཕྱིར་སྙམ་དུ་བསམ། ང་ལ་ནི་འདི་བཞི་པོ་ཅི་ཕན་ངས་འདི་མང་པོ་སྐོང་དང་ལོ་མང་པོ་ཞེས་སོགས་བརྡ་འདི་དང་འདི་འདྲ་གསུངས་འདུག་བདག་ཆོས་ཅན། དམ་པའི་ཆོས་བྱེད་དགོས་པ་ཡིན་ཏེ་ལར། ཆོས་བྱེད་དགོས་པ་ཟེར་བ་མ་དམ་པའི་ཆོས་དམ་པ་སངས་རྒྱས་ཡུལ་གསུངས་པའི་ཆོས་དེ་བྱེད་དགོས་རེད། དམ་པའི་ཆོས་བྱེད་དགོས་པ་ཡིན་ཏེ་ཟེར་ན། རྒྱུ་མཚན་ག་རེ་ཟེར་ན་བདག་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ཡིན་ལ་བདག་འདི། བཤད་དགོས་མ་རུང་བ་རྒྱུ་མཚན་བཀོད་དགོས་མ་རེད། བདེ་བ་བསྒྲུབ་པ་དང་སྡུག་བསྔལ་བསལ་བའང་དམ་པའི་ཆོས་ཁོ་ན་ལ་རག་ལས་པའི་ཕྱིར་སྟེ། བདེ་བ་བསྒྲུབ་པ་དང་སྡུག་བསྔལ་བསལ་བ་དེ་དམ་པ་སངས་རྒྱས་ཀྱིས་གསུངས་པའི་ཆོས་ལ་ཆོས་ཁོ་ན་ལ་རེ་དྭགས་ཆོས་ཁོ་ན་རག་ལས་ལ་རེ་ད་ཇི་ཙམ་འོ་འདི་གི་ཁོ་ན་བསལ་ཏེ་ག་རེ་བཀག་རེ། བདག་བདེ་བ་སྟོར་བ་དང་སྡུག་བསྔལ་མི་འདོད་པ་ཡིན་པའི་རྒྱུ་མཚན་གྱིས། འོ་ད་ཅི་ལྟར་ང་རང་ཚོ་ཟས་གོས་གནས་མལ་ལོངས་སྤྱོད་དང་དེ་ཚོ་འཕྲད་དེ་གལ་ཆེན་པོ་མ་བརྩིས། ཆོས་ཡིན་ན་ཡང་ཧིན་རྡུ་དང་ཡེ་ཤུ་དང་ཁ་ཆེ་ལ་སོགས་པའི་ཆོས་འདི་ཚོ་བྲེལ་བདེ་གྱིས་རང་གི་དམིགས་ཡུལ་མཐར་ཐུག་འགྲུབ་ཐུབ་མ་རེད་ལར་ཧང་སོང། རང་ཉིད་བདེ་བ་འདོད་པ་དང་སྡུག་བསྔལ་མི་འདོད་པ་ཡིན་ན་ཆོས་ཀྱི་ནང་ནས་སངས་རྒྱས་ཀྱི་ཆོས་ཁོ་ན་བྱེད་པོ་རེད་ཨོ་ད་དེ་རེད། བྱས་ཙང་ད་འདི་ལ་དུས་ཙམ་པ་རྒྱུ་མཚན་གྱིས་མེད་ན་འགྲིག་མ་སོང་ཨ་ད་རྒྱུ་མཚན་འདིའི་དབང་ལ། བདེ་བ་བསྒྲུབ་བར་དུ་སྡུག་བསྔལ་སེལ་བའང་དམ་པའི་ཆོས་ཁོ་ན་ལ་རག་ལས་པའི་ཕྱིར། ཕྱིར་ཏེ། ད་རྒྱུ་མཚན་བསྐུལ་དུ་བ། སྡུག་བསྔལ་མེད་པའི་བདེ་བ་མཐར་ཐུག་པ་ཅིག་ཐོབ་པ་ལ་སྡུག་བསྔལ་སྤང་དགོས། སྡུག་བསྔལ་སྤངས་པ་ལ་དེའི་རྩ་བ་བདག་འཛིན་དང་རང་གཅེས་འཛིན་སྤང་དགོས། དེ་གཉིས་སྤངས་པ་སོ་དུས་བདག་འཛིན་དང་རང་གཅེས་འཛིན་སྤངས་པ་ལ་བདག་མེད་དཔལ་གྱི་ཆོས་དང་བྱང་ཆུབ་ཀྱི་སེམས་ཀྱི་ཆོས་ལ་རག་ལས། དེ་གཉིས་ནི་སོ་དུས་བདག་མེད་པའི་ཆོས་དང་བྱང་ཆུབ་ཀྱི་སེམས་གཉིས་ནི་དམ་པ་སངས་རྒྱས་ཀྱི་ཆོས་ཁོ་ན་ལ་ཡོད་རེད་མ་གཏོགས་ཧིན་དུ་ཡེ་ཤུ་སུ་གང་ལ་ཡོད་མ་རེད་ལ་རེད་ཧ་གོ་སོང་ཨ། དམ་པའི་ཆོས་ཁོ་ན་ཡིན་པའི་ཕྱིར་རོ་སྙམ་དུ་བསམས། ག་འདྲའི་ཡག་པོ་དང། སྐབས་འདིར་རིགས་པ་འདི་ལས་ལྷག་ཅིག་དགོས་ཡ་མི་འདུག་ད། ཨ་ལས་ད་དངོས་གནས་ངེད་ཀྱིས་སངས་རྒྱས་ཀྱི་ཆོས་དེ་ཁོ་ན་ངེས་པར་དུ་འཆད་དགོས་འདུག་ད་ཐག་བཅད། ཡང་སྒོམ་ཅིག་བརྒྱབ། གཉིས་པ། ཡང་བདག་ཆོས་ཅན། དམ་པའི་ཆོས་བྱེད་ད་བྱེད་དགོས་རེད་ངས་བྱེད་ཐུག་ཨ་ཡོད་ན། བྱེད་ནུས་ཨ་ཡོང་ན་བསམ་པས་ཡང་བསམ་བློ་འཁོར་གི་རོགས། ད་དུས་དུས་སོ་སོའི་སེམས་ཤུགས་ཡང་སྤར་དགོས་རེད་ག་འདྲ་སྤར་དགོས་རེད་ལབ་ན། བདག་ཆོས་ཅན་དམ་པས་ཆོས་བྱེད་ནུས་པ་ཡིན་ཏེ། སེམས་ཀྱི་རང་བཞིན་འོག་གསལ་ཞིང་དྲི་མ་རྣམས་ནི་གློ་བུར་བ་གང་ཞིག་དེར་ང་རང་ཚོ་གི་སེམས་ཀྱི་རང་བཞིན་རྣམ་པར་དག་པ་རེད་ད་ངས་འགྲེལ་བཤད་མང་པོ་རྒྱག་ཚར་རེད། རེད་བ། ང་ཚོ་གི་སེམས་ཀྱི་སྟེང་དུ་ཡོད་པའི་འདོད་ཆགས་ཞེ་སྡང་གཏི་མུག་དེ་གས་དེ་ག་ཚོད་ནུས་པ་ཡོད་ན་ཡང་སེམས་ཀྱི་རང་བཞིན་ལ་ཞུགས་མེད་ཙང་ཁ་བྲལ་ཐུབ་ཡ་ཡོད་རེད་མེད་པ་བཟོ་ཐུབ་ཡ་ཡོད་རེད། དེ་འདྲ་ཡིན་པ་ཡིན་དུས། སེམས་ཉིད་རང་བྱུང་འོད་ཟེར་གྱི་དྲི་མ་བསྣོལ་ནས་གློ་བུར་བ་གང་ཞིག། དེ་ཡི་རྒྱུ་མཚན་གཅིག། དེའི་རྐང་ལག་རྐྱེན། ཕྱི་ཡི་རྐྱེན་དགེ་བའི་བཤེས་གཉེན། ད་གཟུགས་ད་ལྟའི་དུས་སུ་བླ་མ་སྤྱན་རས་གཟིགས་ཀྱིས་མཚོན་པའི་དགེ་བའི་བཤེས་གཉེན་ཡང་དག་མང་པོ། ད་དེའི་རྐང་ལག་རྒྱུ་མཚན་གསུམ་པ་ནང་ལ་རྟགས་ཟུར་གསུམ་པ་ནང་ལ་ནང་གི་རྐྱེན། དལ་འབྱོར་དང་ལྡན་པའི་ཕྱིར་རོ་ད་གཞི་ནས་འདས། དལ་འབྱོར་སྒོམ་ཡང་དེ་དལ་ལ་སླེབས་སོང་བ།

འོ་དེ་ད་དེ་དང་འབྲེལ་ནས་ཨ་ནི་གཅིག་གི་བསམ་བློ་བཏང་དགོས་བ་རེད། ད་དེ་ནས་འདི་དེ་ཡི་དང་གཅིག་བྱས། དལ་འབྱོར་དེ་དེ་སླེབས་སོང་ཨ། ད་དེ་ནས་གསུམ་པ། ཡང་བདག་ཆོས་ཅན། དམ་པའི་ཆོས་ཚེ་འདིར་བྱེད་དགོས་བ་ཡིན། ད་དང་གི་དང་པོ་ག་ལ་རེད་དམ་པའི་ཆོས་བྱེད་དགོས་བ། གཉིས་པ་ག་ལ་རེད་བྱེད་ནུས་བ་ལར་བ། ད་བྱེད་དགོས་པ་དང་བྱེད་ནུས་པ་དེ་རེད་དེ་སྐྱེ་བ་མཇུག་མ་བྱེད་ཀྱི་ཡིན་ད་ས་ཡང་བསམ་བློ་འདྲ་མི་འདྲ་སྐོར་སེ་གི་རོ་ད་ད་ལན་མི་ལུས་དེ་ད་བྱུང་མ་སོང་ད་སྐྱེ་བ་མཇུག་མ་དེ་ངས་བྱེད་དགོས་ས་འཁོར་སེ་གི་རོ་བ་ད་འདི་ག་ད་ད་སྐྱེ་བ་མཇུག་མ་རེ་བ་མ་རྒྱབ་ས་ད་ལན་མི་ལུས་ད་ག་རང་བྱེད་དགོས་རེད་ཟེར་དེ་ལ་ཡང་ད་ཆོས་ཆོས་དམ་པོས་ཆོས་ཚེ་འདིར་བྱེད་དགོས་པ་ཡིན་དེ་འདིར་དལ་འབྱོར་ཚང་བའི་མི་ལུས་ཐོབ་ཅིང་སླེབས་སོང་བ། ད་ལྟོས་ན་དེ་བར་གྱི་སྦྱོར་བ་བཅུ་དོན་ཚང་མ་བསམ་བློ་བཏང། བྱུང་ན། ཨོ་དལ་འབྱོར་ཚང་བའི་མི་ལུས་ཐོབ་ཅིང། སྐྱེ་བ་ཕྱི་མར་རེ་བ་མ་བརྒྱབ་ལགས་ཏེ་འདིར་དེ་ཕྱི་མར་འདི་འདྲ་ཐོབ་དཀའ་བའི་ཕྱིར། སྐྱེ་བ་ཕྱི་མ་ལ་ད་ལྟ་ནང་བཞིན་གྱི་མི་ལུས་བཟང་པོ་འདི་འདྲས་དལ་འབྱོར་ཚང་བའི་རྟེན་ཐོབ་ཡག་ཁག་པོ་རེད་ད་ལ་རེད། ག་བ་ག་བ་སྐྱེ་བ་གླེང་གི་ཡོད་ལབ་ཐུབ་ཡག་ཡོད་མ་རེད། དེ་ནང་ནས་ངན་སོང་ལ་སྐྱེས་ན་ད་ཕར་ཟད་རེད། ཁག་པོ་ཞེ་དྲག་རེད་སྤྱོད་འཇུག་ནང་ལོག། མི་ལུས་ཐོབ་པ་ཡིན་ན་ཡང་ག་བ་སྐྱེས་གི་ཡོད་ཨ་ཕི་རི་ཀ་དེ་བ་སྐྱེས། ལུང་པ་ཁྱེད་ཚང་དེ་འདྲའི་ཆོས་མེད་ལུས་མེད་དེ་འདྲ་ལ་ཡང་སྐྱེས་སྲིད་གི་རེད་བ། བྱས་ཙང་ད་དེ་འདྲ་ཡིན་པ་ཡིན་དུས། ཕྱི་མ་འདི་འདྲ་ཐོབ་དཀའ་བའི་ཕྱིར། དེ་ཡང་རྗེས་འཇུག་ལས། དལ་འབྱོར་འདི་ནི་ཉེས་པར་བྱས་འདུག་ག་སྐྱེས་བུའི་དུད་འགྲོ་ཐོབ་པར་འགྱུར་བ་ལ་གལ་ཏེ་འདི་ལ་ཕན་པ་མ་སྤྲོད་ན། ཕྱིས་དེ་ཡང་དག་འབྱོར་བ་ག་ལ་འགྱུར། ཞེས་དང། གུང་ཐང་རིན་པོ་ཆེ་ཡིས་སྐྱབས་སུ་མཆི། དལ་བའི་སྟོན་དུ་རྒྱལ་བའི་བསྟན་དང་མཇལ། མཚན་ལྡན་བཤེས་དང་ཆོས་མཐུན་གྲོགས་ཀྱིས་ཀྱང། མཐུན་རྐྱེན་རྟེན་འབྲེལ་འཛོམས་པ་འདི་འདྲ་བ། ཡང་ཡང་རྙེད་པར་དཀའ་ལ་དོན་མཇལ་བས། ཕྱི་ཤུལ་སྤངས་ཏེ་སྙིང་པོ་ལོངས་ཤིག་ཨང། ཞེས་གསུངས་པ་ལྟར་ལེགས་པར་བསམ། ལྷ་སྡེ་དཔོན་སྲིད་རྟག་སྐྱོན། ད་འདིའི་ནང་ལོགས་ནས་ཨ་ནི་ད་ལྟ་ཁུངས་དྭངས་ཚང་གི་བསླབ་བྱ་འདི་ཨ་ནི་སྙན་པོ་དང་གནད་འགག་ཡོད་རེད་དེ་ལ་ཡང་ངས་འགྲེལ་བཤད་རྒྱག་གི་ཡིན་ད། ཁུངས་དྭངས་རིན་པོ་ཆེ་ཡང་ཡང་བསྐྱར་ཡིན་ད་དེ་ལྟ་ཤུ་གུ་བཅོ་ལྔ་གི་ཐིག་ཕྲེང་བཞི་པ་ནས་བལྟ་ཨ། ཁྱེད་ཚོ་སྤེན་སེ་ཅིག་བྲིས་ཨ། དལ་བའི་རྟེན་ཐོགས་ཨང་ཀི་གཅིག་བྲིས། རྒྱལ་བའི་རྟེན་དང་འཇལ་ཨང་ཀི་གཉིས་བྲིས། མཚན་ལྡན་བཤད་དང་ཨང་ཀི་གསུམ་བྲིས། ཆོས་མཐུན་གྲོགས་ཀྱིས་བསྐྱངས་ལ་དེ་ཨང་ཀི་བཞི་བྲིས། ཨ་ནི་དེ་འོག་དེ་ལ་མཐུན་རྐྱེན་རྟེན་འབྲེལ་འཛོམས་པ་སོ་ད་ད། ཆོས་སྒྲུབ་པའི་མཐུན་རྐྱེན། ཆོས་སྒྲུབ་པའི་ཀྱི་རྟེན་འབྲེལ། འཛོམས་ཡས་དེ་དེ་བཞི་དེ་གཙོ་བོ་རེད་ད། བྱས་ཙང་ད་འདི་ཞིག་དེ་ལ་འགྲེལ་བཤད་རྒྱག་ན། དལ་བའི་སྟན་ཐོག་ཚུད་དུས་སོ་སོའི་གི་མིའི་ལུས་རྟེན་ད་ལྟ་དེ། དལ་བ་བརྒྱད་འབྱོར་པ་བཅུ་ཚང་པའི་སྟན་བཟང་པོ་འདི་འདྲི་གཅིག་འདུག་ཨ། དེ་ང་ཚོ་ཐོབ་འདུག་ད་ཆོས་སྒྲུབ་པའི་གི་སྟན་ལུས་རྟེན་གི་ནང་ནས་ཡག་ཤོས་གཅིག་དེ་དེ་རེད། དཔེར་ན་སྤྱོད་འཇུག་ནང་ལ་ཡང། བྱང་ཆུབ་སེམས་བསྒོམ་པ་ལ་ལུས་བརྟན་དང་སེམས་བརྟན་གཉིས་དགོས་རེད། ལུས་བརྟན་དེ་དལ་འབྱོར་ཚང་བའི་ལུས་བརྟན་ཐོབ་ན་འགྲིག་གི་རེད་ཟེར་ནས་དལ་འབྱོར་འདི་ནས་རྙེད་པར་ཤིན་ཏུ་དགའ་སྐྱེས་བུ་དུད་འགྲོ་ཐོབ་པར་འགྱུར་བ་ལ་དགའ་ལྡན་འདི་ལ་ཕན་པ་མ་འགྲོ་ན་འཆི་ལྟས་ཡང་དག་འབྱུང་བ་ག་ལ་འགྱུར་གསུངས་འདུག་བ། ད་ག་སུ་རེད། འོ་ད་འདི་གཅིག་བྱས། དལ་བུས་བསྟན་ཐོབ་ཟེར་ཏེ་གཅིག་བྱས། རྒྱལ་བའི་བསྟན་དང་སྦྱར་ལ་ཟེར་ཏེ་འདི་བསམ་བློ་ཡག་པོ་བཏང་ལ་ཨང་ཀི་གཉིས་པ་བྲིས། འདི་བསམ་བློ་ཡག་པོ་བཏང་ལ། ང་ཚོ་སྐབས་རེ་ཁྱད་མཚར་ཞི་བོ་རེད། པད་དུ་ཀ་ར། བུ་མགོ་ཨམ་ཅོག་ནང་ལ་གསེར་བླུགས་པ་དང་གཅིག་པད་གཅིག་རྐྱང། བུ་མགོ་ཨམ་ཅོག་ནང་ལ་གསེར་བླུགས་ན་ཡང་ག་གསེར་ཡིན་མི་ཨ་གོང་སྤྲོ་ག་སྤྲོ་ཡ་ཨང་མགོ་གཡུག་བསྟན་དེ་དང་ཁྱོད་ནི་ག་ཡི་སྐུ་བྱེད་མ། དངོས་གནས་བྱས་ན་པད་གསེར་དང་ནོར་བུ་རིན་པོ་ཆེ་ལས་ལྷག་ག་མི་ཡི་ལུས་རྟེན་སོ་སོ་གི་ཐོབ་དེ་ཡོད། དལ་འབྱོར་ཚང་བའི་རྟེན་དེ་ལས་ཀྱང་ཐོབ་སྟེ། ཐོབ་པ་འདི་སོ་སོ་གིས་ཐོབ་ཡོད་རེད་རྩ་ཆེན་པོ་ཡིན་པ་མགོ་སྐོར་ཚུལ་གྱི་འོག་མར་རྩ་ཆེན་པོ་སོ་སོ་ལ་ཡོད་རེད། རྩ་ཆེན་པོ་ཡིན་པ་རྒྱུ་ནི་མགོ་ཚུགས་འོག་མར་དོན་ཆེན་པོ་ཡིན་པ་རྒྱུ་ནི་ཤིང་གི་འོག་མར་རྙེད་དཀའ་བ་ཡིན་པ་རྒྱུ་ནི་ཤིང་གི་འོག་མར། རེད། བྱས་ཙང་ད་ད་ལྟ་འདི་ལ་ག་རེ་གསུངས་རེད་ལབ་ན། ཨང་ཀི་གཉིས་པ་འདི་ནང་ལ། རྒྱ་བལ་བསྟན་དང་འཇལ་ཟེར་ཡ་དེ་དགོངས་པ་ཡག་པོ་བཞེས་དང། སོ་སོ་གི་མི་ཡི་ལུས་རྟེན་ཅིག་ཐོབ། ལུས་རྟེན་ཐོབ་ཡ་དེ་ད་ལྟ་ཐོབ་རེད་ད་ད་ལྟ་ལ་དུས་ག་རེ། བདག་ཅག་གི་སྟོན་པས་ཀྱི་བསྟན་པ། ལོ་ལྔ་སྟོང་ནས་ཡ་ཀྱི་དུས་ཚོད། ལྔ་སྟོང་ནས་ཉིས་སྟོང་ལྔ་བརྒྱ་རྫོགས་ཚར་རེད། ད་ལྟ་ཉིས་སྟོང་བཞི་བརྒྱ་ལྷག་ལྷག་ཡོད་རེད། དེ་འདྲས་ཀྱི་དུས་ཚོད་དེ་ལ་ཏག་ཏག་ང་ཚོ་མི་ལུས་ཐོབ་ཡོད་རེད་ད་གཅིག་བྱེད་ཀྱི་ཡིན་ན་བྱས་ཡོད་རེད། མི་ལུས་ཐོབ་པ་གང་ཞིག་ལ་བཅོམ་ལྡན་འདས་ཀྱི་ཆོས་ལོ་ལྔ་སྟོང་གི་དུས་ཚོད་ཚང་མ་རྫོགས་ནས་ད་འཛམ་བུ་གླིང་ལ་སངས་རྒྱས་ཀྱི་བསྟན་པ་ནུབ་ཚར་རེད་ཟེར་དུས་མི་ལུས་ཐོབ་ན་ག་རེ་བྱེད་དགོས་རེད་ད། གོ་ཚོད་སོང་བས། དེ་འདྲའི་ཡིན་ཙང། རྒྱ་བལ་བསྟན་པ་རིན་པོ་ཆེ་དེ་འདྲའི་ཅིག་ད་ལྟ་བས་ཡོད་དང་ཡོད་བཞིན་པའི་སྐབས་ལ། མི་ལུས་ཐོབ་པ་དེ་སྐལ་བ་བཟང་པོ་རེད། བསྟན་པ་ནུབ་ན་ཚར་རེད་ད། ད་གསུམ་པ། མཚན་ལྡན་བཤད་སྟངས་དེ་ཡང་གལ་ཆེན་པོ་རེད། ཅི་རིར་མི་ལུས་ཐོབ། སངས་རྒྱས་ཀྱི་བསྟན་པ་འདྲ་བོ་ཅིག་འཛམ་བུ་གླིང་འདིའི་ནང་ལ་ཡོད་པའི་དབང་དུ་བཏང་ན་ཡང། སངས་རྒྱས་ཀྱི་ཆོས་དེ་སོ་སོ་ལ་ཡ་བྱམས་དང་བརྩེ་བའི་ཐོག་ནས་དགེ་ཕྲུག་ལ་གཉའ། ལུང། འགྲེལ་བཤད་བརྒྱབ་སྒོམ་བརྒྱབ་རུ་ཆུ་དེ་འདྲས་ཀྱི་པའི་ཆོས་དཔལ་ངོ་སྤྲོད་བྱེད་མཁན་ཆོས་མ་གནང་མཁན་གྱི་བླ་མ་ཅིག་རང་ལ་མེད་ན་ག་རེ་བྱེད་པ་ད། ཆོས་ག་ཚོད་རྩག་ཆེན་པོ་ཡིན་ན་ཡང་འགོ་ཚུགས་མ་རུང། དཔེར་ན་མི་ཚང་འགའ་ཤས་ཀྱི་ནང་ལུགས་ལ་རྐང་འགྱུར་བསྟན་འགྱུར་དཔེ་ཆ་གང་རང་བསྒྲིགས་བཞག་ཡོད། ད་མི་ཚང་དག་རང་ལ་སྐད་ཆ་སྤྲད་ན་དེ་ཚོ་རྐང་འགྱུར་བསྟན་འགྱུར་དེ་ཚོ་ཕྲད་དེ་འགོ་འཚོས་གི་འདུག་ཡོད་ལབ་ན་ཕྱིན་བར་འགྲེལ་བཤད་རྒྱབ་སོང་ཟེར་ན་དབུ་མེད་རེད་ད། ཁོ་རང་བསྒྲིགས་བཞག་གི་ད། དེ་ནང་བཞིན་སངས་རྒྱས་ཀྱི་ཆོས་རྩ་ཆེན་པོ་ཡིན་ན་ཡང་སོ་སོ་ལ་ཆོས་དེ་ངོ་སྤྲོད་བྱས་ནས་ཆོས་དེ་ཨེ་འདྲེ་རེད་ད་ཟེར་ནས་མང་ལུང་ཁྲིད་མན་ངག་གནང་མཁན་གྱི་བླ་མ་ཞིག་མེད་ན་ཆོས་རྩ་ཆེ་ནས་ཅི་ཕན། རེད་བ། དེ་འདྲའི་ཡིན་པ་ཡིན་དུས་ཙམ་པ་སོ་སོ་ལ་ཡང་ད་ལྟ་མཚན་ལྡན་གྱི་དགེ་བའི་བཤེས་གཉེན་ཡང་རང་ལ་ཡོད་རེད། ད་དུང་འདི་ན་ནི་དཔེ། ཉི་མ་ནི་ཉི་མ་བདུན་ཕྲག་ནི་བདུན་ཕྲག་ཟླ་བ་ནི་ཟླ་བ་ལོ་ནི་ལོ། ཚིག་གི་འགྲེལ་བཤད་དོན་གྱི་འགྲེལ་བཤད། ལྟ་བའི་འགྲེལ་བཤད་དཀའ་གནད་ཀྱི་འགྲེལ་བཤད་སྒོམ་ཇི་ལྟར་ཉམས་སུ་ལེན་པའི་ཚུལ། ཁོག་པའི་ནང་ལ་མེད་ན་མ་གཏོགས་ཡོད་ན་ཆ་ཚང་མ་རྗེན་པ་ཁོ་རང། གནང་གི་ཡིན་ཟེར་ནས་གནང་ཡོང་མཁན་འདི་འདྲ་བླ་མ་དང་ཁག་པོ་རེད་འདུག་བ། བྱས་ཙང་ངས་ནམ་རྒྱུན་ཟེར་གི་སྤྱིར་བཏང་ངས་དངོས་གནས་ངས་དྲང་པོ་ཞུ་གོ། བླ་མ་སྤྱན་རས་གཟིགས་ལ་ཡ་དད་པ་ཞེ་བོ་ཡོད་སྔགས་ཀྱི་ཐོག་ནས་དབང་ལུང་ཁྲིད་གསུམ་གནང་བའི་ཐོག་ནས་ང་རང་གིས་ད་བླ་མ་གཙོ་བོ་རྩ་བའི་བླ་མ་ཅིག་ཆགས་ཡོད་བ། ད་ཡིན་ན་ཡང་ཆོས་རེ་རེ་རེ་རེ་ནས་འགྲེལ་བཤད་བརྒྱབ་ནས་མ་འདུག་ཚེ་བྱས་ནས་བཙལ་བའི་ཐོག་ནས་བས་ཉི་མ་དང་བདུན་ཕྲག་ཟླ་བ་ལོ་ནས་ལོ་འགོ་རང་ཐོག་ནས་ཅིག་གནང་མཁན་གྱི་བཤད་ན་རྒྱན་དམ་པོ་བློ་བཟང་རྒྱ་མཚོ་དང་རྒྱན་དམ་ཆོས་རྒྱ་མཚོའི་དཔལ་བཟང་པོ་རྣམ་པ་གཉིས་ནང་བཞིན་ངེད་མི་ཚེའི་ནང་ལ་བཀའ་དྲིན་བྱུང་ཡོད་མ་རེད། ཁོང་ཚོ་གཉིས་ཀྱི་བཀའ་དྲིན་གྱིས་བརྟེན་ནས་དཔེ་ཆ་འདི་གའི་ཆ་ཚང་ཅིག་སོ་སོས་ཤེས་ཨང་སྔགས་ཅིག་སྦྱང་གི་ཡེ་ནས་བཞི་ལྡན་ཡོད་ཙང་ལས་སླ་པོ་ཅིག་ཤེས་འགྲོ་གི་ཡོད་རེད། གཅིག་བླ་མ་སྤྱན་རས་གཟིགས་ཀྱིས་མཚོན་པའི་བླ་མ་རྩ་ཆེར་ཆེར་བྱས་ཀྱི་དབང་ལུང་ཁྲིད་ག་རེ་གནང་ན་ཡང་སོ་སོ་ཅིག་ཉན་ཡོང་སྟེ། འོང་ཡ། འོང། དེ་འདྲ་དེ་འདྲ། ཨ་དེ་འདྲ་སྒོ་དབྱུག་ཡས་ཚང་མ་རྒྱའི་རྣམ་པ་གཉིས་ཀྱིས་ཆུང་དུས་ནས་བརྩེ་བས་རྗེས་སུ་བཟུང་ནས་དེ་འདྲའི་འདྲ་པོ་དེ་འདྲའི་ཚིག་འགྲེལ་དོན་འགྲེལ་འགྲེལ་བཤད་ཚང་མ་བརྒྱབ་ནི་རེད་དོ། དེ་དུས་དེ་འདྲའི་འདྲ་པོ་ཅིག་བསླབས་མེད་ན་ཨ་ནི་དབང་ཞུ་བར་འགྲོ་དུས་ད་ཁྱེད་ཁྱེད་རང་ཚོ་འདུག་ཀ་ཤེས་འདི་འདྲ་ཟིག་ལ་ད་ཆོས་བཞུགས་ག་ཚོད་འགྲོ་ཡི་འདུག་ཅེས་མགོ་ཚོས་པར་ལས་ཆོད་དོ། འོ་འདི་ཚོར་ཕྱག་དྲུག་རོགས་ད། ཨ་ཡོ་ད་འདི་འདྲ་རེད། བྱ་ཚ་འདི་འདྲ་ཡིན་པ་ཡིན་ནོ་ཙམ་མ་འོ་ད་འདི་མཚན་ལྡན་བཤད་སྟངས་སེ་ཨང་ཀི་གསུམ་པ་རྒྱབ་ད་སོ་སོ་ལ་ད་ལྟ་འདི་འདྲ་ཅིག་ཡོད་པ་འདི་རྒྱལ་བ་བཟང་པོ་རེད། ད་འདིའི་སྒང་ལ་ཆོས་མཐུན་གྲོགས་ཀྱིས་ཀྱང་ད་འདས་དཔལ་ལ་མི་བདུན་ཅུ་བརྒྱད་ཅུ་ཡོད་ན་སོ་སོའི་ཡང་བླ་མ་བཙལ་ནས་ཆོས་ཞུས་ཨ་ནི་ཆོས་གྲོགས་དེ་ཚོ་མཉམ་དུ་བྱས་ཨ་ནི་མཉམ་དུ་ཆོས་སློབ་སྦྱོང་བྱས་མཉམ་དུ་པའི་བྱ་ར་གཏོང་པས་ཆོས་བྱེད་ཡོང་དུས་མཐུན་རྐྱེན་བགྲུབ་ནས་མཉམ་དུ་མཉམ་དུ་བྱས་ནས་ཡོད་རོ། ཏིག་སོ་སོ་ལ་ཡང་སེམས་ཤུགས་བསྐྱེད་ལ་ཕན་གྱི་འདུག་རེད་བ། ཆོས་ཚང་དེ་འདྲ་ཡིན་པ་ཡིན་དུས་ཆོས་མཐུན་གྱི་གྲོགས་ཀྱིས་བསྐྱངས་པ། ད་དེ་འདྲས་ཀྱི་མཐུན་རྐྱེན་འཛོམས་པ་དེ་དུས་ཨོ་ཚེ། མཐུན་རྐྱེན་བསྟན་འགྲོའི་འཛོམས་པ་འདི་འདྲ་བ་ཡང་ཡང་རྙེད་པར་དཀའ་ལ་དོན་བྱེད་པའི་ཕྱི་ཤོལ་སྤངས་ཏེ་སྙིང་པོ་སློང་ཤིག་ཨང་ཞེས་གསུངས་པ་ལེགས་པར་བསམ། ད་འདི་ནས་བཞི་པ་ཐ་མ་སྟེ། དེ་ནས་བདག་ཆོས་ཅན་དམ་པའི་ཆོས་ད་ལྟ་གཉིས་ནི་བྱེད་དགོས་པ་ཡིན་ཏེ། ད་དེ། འཆི་བ་མི་རྟག་པ་བསམ་བློ་བཏང་ས་ངོ་མ་དེ་འདི་ག་དུ་རེད།

ནམ་ཕྱེད་ངེས་པ་མེད། དེ་ནས་ད་ཤི་བའི་ཞོ་ཁུ་དེ་ལ་གཟུགས་པོ་དང་མེ་དྲ་དང་ས་འོག་ལ་སྦས་གར་བྱེད་ཀྱི་ནས་སེམས་དེ་ཡང་འགྲོ་གུག་དུ་བ་སྐྱེ་བ་སྔ་ཕྱི་བར་གསུམ་ལ་སེམས་འགྲོ་ཡིན་དུས་བདག་དེ་ཡང་འགྲོ་གུར་བ་སེམས་ལ་བརྟེན་ནས་བཏགས་པའི་ངག་དེ་དེ་ཡིན་དུས། དམ་པའི། འཆི་བའི་ཚེ་ཆོས་མ་རྟོགས། གཞན་གང་གིས་ཀྱང་མི་ཕན་པའི་ཕྱིར་དང་ཤིན་ཏུ་བརྩམས་པ་སེམས་འགྲོ་སེམས་ཀྱི་སྟེང་དུ། དགེ་བའི་ཆོས། ཨ་ནི་བས་ད་ལྟ་ངེས་འབྱུང་བྱང་སེམས་ཡང་དག་པའི་ལྟ་བ་གི་ཆོས་མདོ་སྔགས་ཀྱི་ཆོས་དེ་འདྲ་ཉམས་ལེན་བྱེད་ནས་ཁྱི་ཡལ་ཡོད་ན་ད་ཁྱི་ཡལ་ཡོད་རེད། འདི་མེད་པའི་མི་ཚེ་འདི་ནང་ལ་དཀའ་ལས་བརྒྱ་ནས་བསགས་པའི་ནོར་ལོངས་སྤྱོད་གཏམ་སྙན་གྲགས་གྲོགས་གྲོགས་མཆེ་ཚང་མ་བཞག་ནས་འགྲོ་གོ་རེ་མར་གི་ནང་ནས་སྤུ་སྟོན་པ་ལང་ཞིང་ཞིང་འགྲོ་གོ་རེ། འདི་དུ་བ་སྟེ། འཆི་བའི་ཆོས་མ་དོ་ཞེས་གང་ཡིན་མི་བུད་མི་ཕྱིར་དེ་ཡང་མདོ་ལས། སྲིད་གསུམ་མི་རྟག་སྟོན་ཀའི་སྤྲིན་དང་ན་འགྲོ་བའི་སྐད་ཅིག་གར་ལ་ཏག་ཏག་སོང་འགྲོ་བའི་ཚེ་འགྲོ་ནམ་མཁའི་གློག་འདྲ་རི་སེར་འབབ་ཆུ་ཤུན་ཏུ་མྱུར་མགྱོགས་འགྲོ་ཞེས་དང། གུང་ཐང་རིན་པོ་ཆེ་འདི་སྙིང་པོ་ཞི་བར་དུས་ལན་གཅིག་བརྙེས་པའི་དལ་འབྱོར་འདི། དུས་ལན་གཅིག་རྙེད་པའི་བདག། མི་ལུས་ཡང་ཡང་ཐོག་ཁ་བར། དུས་ལན་གཅིག་རྙེད་པའི་དལ་འབྱོར་འདི། དོན་མ་འགྲུབ། མི་ལུས་ཐོ་བ་འདི་དོན་གོ་མ་ཆོད་པ་དོན་མ་འགྲུབ། ལག་ནས་འཆོར་ཉེན་དང་སོ་སོ་ལག་པ་ནས་འཆོར་ཟད་དེ་ཤོར་བའི་ད་ལྟ་བར། སོ་སོ་ལག་པ་ནས་ཤོར་ཡོང་ད། ད་ལྟ་སོ་སོ་ལག་པ་ལ་མི་ལུས་འདི་ཡོད་རེད་ད། བེད་སྤྱོད་ཅིག་བཏང་གི་ཡིན་ན་བེད་སྤྱོད་ཡག་པོ་བཏང་ཐུབ་བ་རེད་དོན་དག་ཡོད་པ་བྱེད་ཐུབ་བ་རེད། དེ་བེད་སྤྱོད་ཡག་པོ་བཏང་མ་ཐུབ་དོན་དག་མེད་པ་ཅིག་གང་ལ་ཕྱིན་ནས་ལག་པ་ནས་མི་ལུས་དེ་ཐེངས་གཅིག་ཤོར་ཚར་ན་ཡང་བསྐྱར་མི་ལུས་རང་ཡ་ཁག་པོ་རེད་སོང་ད་དོན་མ་འགྲོ་ལག་ནས་འཆོར་ཉེན་གདའ། ཨ། དེ་འདྲའི་ཡིན་ཙང་མི་ལུས་རང་ལ་ཐོབ་པ་འདིས་འཕྲོ་བརླག་མ་འགྲོ་བར་དོན་དང་ལྡན་པ་ཡོང་ཡ་ལ་ག་རེ་བྱེད་དགོས་རེད་ལ་ན་སྡུག་བསྔལ་ལས་ཐར་པའི་ཐར་པ་ཐར་པ་ཐོབ་པའི་ཆེད་དུ་ཐར་པའི་ལམ་ལ་ཨ་ནི། འགྲོ་དགུ་རེད་ཟོ། ད་ཐར་པའི་ལམ་ལ་སྙེག། རེད་རེད་སྙེག་ཞེས་པ་ནི་འགྲོ་བའི་དོན། སླེབ་པ། ཐར་པའི་ལམ་ལ་སླེབ་པ། ཐར་པའི་ལམ་ལ་སྦྱོར་བ། ཐར་པའི་ལམ་ལ་ཨ་ནི་བྷ་གའི་འགྲོ་ཐུབ་པ། སྙེག། རེད། འགྲོ། ཡག་གི། ཀ་ཚ་འགྲོ་ཡག་གི་དུས་ཚོད་སླེབ་ཤག། ཨོ། སྙེག། རེད་རེད། འགྲོ་རེད་ཤག། ཐར་པའི་ལམ་ལ་འགྲོ་རེད་ཤག། དོན་དེ་ཕྱིར་སྐུལ་མིན་བཅག་སྟེ་སོང། རྒྱུ་མཚན་འདི་ལ་བལྟས་ནས་ད་རིང་ངས་ཁྱེད་རང་ལ་སྐུལ་ལྕག་བཏང་གི་ཡོད། སྐུལ་ལྕག་འབོད་སྐུལ་བྱེད་ཀྱི་ཡོད། ཨ་ནི་ཁ་སོར་དྲན་གསོ་བཏང་གི་ཡོད། ད་ཁྱོད་རང། འཁོར་བ་ལ་འཁྱམས་མ་བསྡད། ད་ལྟ་བར་དུ་འཁྱམས་སྡུག་བསྔལ་ངན་སོང་ལ་སྐད་འདི་འདྲ་བྱས་ནས་འདི་འདྲ་མ་བསྡད། ད་ཐར་པའི་ལམ་ལ་འགྲོ་ཡག་གི་གྲ་སྒྲིག་བྱེད། སྐུལ་མ་བཏང་གི་ཡོད། དོན་དེ་ཕྱིར་སྐུལ་མིན་བཅག་སྟེ་སོང། ད་བསྐུར་མ་ག་འདྲས་བཏང་གི་ཡོད་ལགས་ན་ད་སང་ལོ་སྟོང་དང། ལོ་ཟླ་བ་འདི་ལ་འདི་སྣང་གི་ལས་བྱ་བྱེད་ཚགས་སུ་ཚུད་བྱས་ནས་སླར་གཙང་མའི་ཆོས་ཤིག་བྱེད་སྙམ་པ་འདི་ཐམས་ཅད་བསླུ་བའི་ཕུང་འདྲེ་ཡིན་གསུངས་ནས། བྱས་ཙང་ཀ། ང་རང་ཚོ་གི་བསམ་བློ་ནང་ལོ་ལ་ཆོས་ལ་དད་པ་སྐྱེ་རོ་བྱེད་དགོས་པ་དང་པོ།

ལས་བྱས་ཚ་མོ་ཁོ་ནས་ལས་ཀ་བྱས་ད་ལས་ཀ་ཚང་མ་ཚང་ན་ཨ་ནི་གཞི་ནས་ཆོས་བྱེད་ཀྱི་ཡིན་ལགས་རེད། ལོ་ཟླ་བ་དེ་ལ་འདི་སྣང་གི་ལས་བྱ་བྱས་ཚགས་སུ་ཚུད་བྱས་ནས་གཞི་ནས་སླར་བཟོས་དུས་གཞི་ནས་ལ་ད་གཞི་ནས་སླར་གཙང་མའི་ཆོས་བྱས་ད་ང་ཆོས་གཙང་མ་བྱས་ཡིན་ད་ད་ཕྱིར་བསམ་བློ་གཞི་ནས་བཏང་བ་ད་སླར་གཙང་མའི་ཆོས་ཤིག་བྱས་སྙམ་པ། དེ་འདྲའི་གི་བསམ་བློ་འཁོར་གི་འདུག་ན་བསམ་བློ་ད་ག་རང་ཁྱེད་རང་ཕུང་བར་བྱེད་མཁན་གྱི་གདོང་དྲི་ནང་བཞིན་རེད། ཚེ། རེད་སོང། འདི་ཐམས་ཅད་བསླུ་བའི་ཕུང་འདྲེ་ཡིན། ཧཱུྃ་སོང། འདི་ཐམས་ཅད་ག་རེ་ཟ། བསླུ་བའི་ཟོལ་དེ་སོ་སོ་ལ་བསླུ་བར་བྱེད་མཁན་མགོ་སྐོར་བཏང་མཁན་གྱི་བསམ་བློ་སྡུག་ཅག་གདོང་དྲི་ནང་བཞིན་དེ་རེད། ཁྱེད་རང་ཕུང་བར་བྱེད་མཁན་གྱི་འདྲེ་ནང་བཞིན་རེད། བསམ་བློ། འདི་ཐམས་ཅད་བསླུ་བའི་ཕུང་འདྲེ་ཡིན། རྒྱུ་མཚན་ག་རེ་ལབ་པ་ཡིན་ན། ལོ་འདི་ནང་ལ་འདི་བྱེད་དགོས་ཟླ་བ་འདི་ནང་ལ་འདི་བྱེད་དགོས་ལས་ཀ་དེ་བྱེད་ཚ་ནས་ཆོས་བྱེད་མཁན་ལ་བ་ལས་ཀ་བྱེད་ཚ་ཡག་པོ་ར་ཡོད་མ་རེད་བྱེད་ཚ་ན་ཡང་གསར་པ་ལས་ཀི་རེད་ལ་རེད་དེ། ག་འདྲས་རེད་ཟེར་ན་འདི། ཚེ་འདི་སྣང་བྱ་བ་ཆུང་ཉེར་འདྲ། ཚེ་འདི་དང་འབྲེལ་པའི་གི་བྱ་བ་ཚེ་འདི་ལ་ཡ་སྣང་གལ་ཆེན་པོ་རྩིས་བདེའི་གི་བྱ་བ་དེ་ཆུ་ཡི་གཉེར་མ་ནང་བཞིན་རེད་ད་ལྟ་ལྟ་ལ། གཙང་པོ་ཅིག་མང་ཡོད་ན་ཆུ་གཉེར་རེ་ལེགས་རེད་ཡང་དེ་མ་འགྲོ་སོང་བསམ་ན་ཡང་ཞུ་གུ་དེའི་ངུར་ཡང་ཡང་དེ་འགྲོ་ཚ་ན་དེ་ནང་བཞིན་བྱས་ནས་ཚེ་འདི་སྣང་བྱ་བ་ཆུ་གཉེར་འདྲ། གཅིག་བསྡད་རྗེས་གཅིག་གི་གནས་ནས་འོངས་སོང་གཅིག་ཚགས་སོང་ན་གཅིག་ནོན་པའི་རྒྱར་གཅིག་ཚགས་སོང་ན་གཅིག་ཡང་རྒྱར་ཡོང་གི་རེད་ལ་ལས་གཅིག་བསྡད་རྗེས་གཅིག་གི་གནས་ནས་འོངས། དེ་སྒྲུབ་ཀྱིན་སྒྲུབ་ཀྱིན་མང་དུ་འགྲོ་དང་ལས་ཀ་ཉུང་དུ་འགྲོ་བའི་བར་ཆ་ལས་ཀ་འདི་གཅིག་བྱེད་དགོས་ལ་མར་མར་གཉིས་བྱེད་དགོས་གཉིས་བྱེད་དགོས་མར་མར་གསུམ་བྱེད་དགོས་དེ་ནི་ཚོ་ནི་བཞིར་མང་དུ་མང་དུ་འགྲོ་གི་རེད་ལ། གཅིག་དེ་གཅིག་གཅིག་གིས་ནི་དེ་སྒྲུབ་ཀྱིན་སྒྲུབ་ཀྱིན་མང་དུ་འགྲོ། དེ་འདྲ་ཡིན་པ་ཡིན་ཙང་ད་ག་རེ་གལ་ཆེན་པོ་རེད་ལགས་ན་ཁྱེད་རང་གིས་ཐུབ་པ་ཡིན་ན་དངོས་གནས་དྲང་གནས་ལས་ཀ་ཚེ་འདི་དང་འབྲེལ་བའི་ལས་ཀ་ཐམས་ཅད་གཙང་བཤགས་བྱས་ནས་གཙང་མ་བ་ཅད་ནས་མེད་པ་བཟོས་ནས་ཆོས་འབའ་ཞིག་སྒྲུབ། གལ་ཏེ་དེ་འདྲས་ཅིག་ཡོང་གི་མི་འདུག་ན། དཔེར་ན། ཁྱིམ་པ་སུ་ར་བ་ཅིག་ཡིན་ན་ཡང་ཆོས་དག་བྱེད་དགོས་འདུག་སྟེ་དེ་འདྲས་རང་ཡོང་གི་མི་འདུག་ཟེར་ན་ཨ་ནི་བརྒྱ་ཆ་ལྔ་བཅུ་ལྔ་བཅུ་དགོས་ནི། ཨ་ནི་སོ་སོའི་ངོས་ནས་ཆོས་ལ་ཡ་བརྒྱ་ཆ་ལྔ་བཅུ་བཏང་ཐུབ་པའི་འབད་བརྩོན་བྱས། འཇིག་རྟེན་གྱི་བྱ་བ་བརྒྱ་ཆ་ལྔ་བཅུ་སྒྲུབ་དགོས་ཡོད་ན་ཡང། ཚེ་འདིར་ཆོས་དང་འབྲེལ་བའི་བྱ་བ་ལྔ་བཅུ་སྒྲུབ་ཡ་ལ་འབད་བརྩོན་བྱས། ཀྱི་བླ་མ་སྤྱན་རས་གཟིགས་ཀྱི་གསུང་རེད། དེ་འདྲ་ཡིན་ཙང། ཚེ་འདི་སྣང་བྱ་བ་ཆུན་གཅིག་རེད། དེ་སྒྲུབ་ཀྱིན་སྒྲུབ་ཀྱིན་མ་འགྲོ་ད་བཙན་ཐབས་སུ་བྱས་ན་མི་ལེགས་བསམ་སོང་ཡ། ད་བཙན་ཐབས་སུ་བྱས་བཙན་ཐབས་སུ་བཅས་ཟེར་བ་འདི། བཙན་པོ་དབང་ཡོན་བཏང་ནས་ད་བ་དུམ་སི་མ་བཅས་འོ་རེད། ཐུབ་ན་ལགས་སོ། ད་ང་ཚོ་ཆོས་པ་གྲྭ་པ་ཨ་ནེ་འདི་ཚོ་ད་དངོས་གནས་བྱས་ན་ད་བཙན་ཐབས་སུ་སྤྱད་དགོས་རེད་ད། བཙན་ཐབས་སུ་སྤྱད་ནས་བྱས་པ་ད་གྲྭ་པ་ཨ་ནེ་ཡིན་ན་ཡང་འཇིག་རྟེན་ཇུས་གཏོགས་མང་ང་ཚོས་བྱེད་དགོས་པ་རེད། ད་འདི་གིས་མོ་གོ་བ་བྱས་ནས་ད་གྲྭ་པ་ཨ་ནེ་ཚོ་གིས་བྱུང་ན་བརྒྱ་ཆ་བརྒྱ་དེ་མེད་ན་བརྒྱད་ཅུ་དགུ་བཅུ་བཙན་ཐབས་སུ་སྤྱད། ཁྱིམ་པ་ནང་པ་ཚོ་གི་ངོས་ནས་བརྒྱ་ཆ་ལྔ་བཅུ་གཏམ་པ་བཙན་ཐབས་སུ་སྤྱད་ད་བཙན་ཐབས་སུ་བྱས་ན་མི་ལེགས་སམ། ཆོས་བྱེད་ཀྱི་སང་ཉིན་ཆར་རྒྱས་པར་འཆི་དུས་ཀྱི་དེ་རིང་སླེབས་ངེས་བྱས། ག་རེ་བྱས་ནས་བཙན་ཐབས་སུ་ཆས་དགོས་རེད་ལགས་ན། ཁྱོད་རང་གིས་ཆོས་བྱས་དེ་མ་ཆས་པ་ཅིག་འཇིག་རྟེན་རྐྱང་རྐྱང་བྱས་པ་ཡིན་ན། སང་ཉིན་ད་ག་རང་ཁྱོད་རང་ཤི་ཡས་ཀྱི་ཉེན་ཁ་ཡོད་རེད་ད། ཆོས་བྱེད་ཀྱི། ཆོས་བྱེད་བྱེད་ཀྱི་ཡིན་ལ་གི་ལ་གི་ལ། ཆོས་ཏག་ཏག་བྱས་མ་ཐུབ་པར་སང་ཉིན་དེ་ད་ག་ཤི་འགྲོ་ཡས་ཉེན་ཁ་ཡོད་རེད་ལ་རེད། ཆོས་བྱེད་ཀྱི་སང་ཉིན་ཆར་རྒྱས་པར་འཆི་དུས་ཀྱི་དེ་རིང་སླེབས་ངེས་བྱས།

ཁྱེད་ཚོ་སུ་སུ་གི་འཇིག་རྟེན་བྱེད་ཨེ་ཟེར་ཡས་དེ་ལ་ལ་སོ་ལ་བླ་དམག་གི་ཆོས་བྱས་ལ་ཡས་དེ་དུས་འདི་ཨོ་ཨོ་ལ་རྒྱབ་ལོ་ཏོ་ཏོ་དེ་འདི་ག་བ་ཡིན་ཁུ་རུ་ད་ཁག་པོ་ཞིག་དུས་ཚོད་དུས་ཚོད་ག་བ་ལས་དུ་ད་ད་ཁག་པོ་ཞིག་རུ་ལ་གི་རོ་ད་རེད་བ། བྱས་ཙང་ད་དེ་ཡིན་པ་ཡིན་ཙང། བླ་མེད་ཀྱི་གསུངས་པ་དེ་བླ་དམག་གི་ང་ཚོ་ལ་མགོ་སྐོར་བཏང་དགོས་མ་རེད་བརྩེ་བའི་ཐོག་ནས་ཡང་དག་པའི་ལམ་བསྟན་དགོས། སོ་སོ་གི་རྣམ་རྟོག་ངན་པའི་རྒྱའི། ཚེ་འདས་ཀྱི་བྱ་བ་ལ་ཡང་བཞི་བོ་གཅིག་བཅུ་རྐྱེན་འདི། སོ་སོ་ལ་མགོ་སྐོར་བཏང་དགོས་བ་རེད། དེ་ཡིན་ཙང་སོ་སོའི་བསམ་བློ་དེ་སོ་སོའི་ཡིན་ཙང་སོ་སོས་སོ་སོ་མགོ་སྐོར་བཏང་གི་ཡོད་པ་ཤེས་པ་བྱས་བསྡད། ད་རང་མགོ་རང་གིས་སྐོར་ཟེར་དེ་རེད། ད་རང་གིས་རང་གིས་སྐོར་ནས་མ་བསྡད། ད་རང་སོ་སོས་སོ་མགོ་སྐོར་མ་བཏང་ཨ། དྲང་པོ་དྲང་བཞག་བྱེད་ཨ། ད་རང་མགོ་རང་གིས་མ་སྐོར་བ། ཆོས་བྱས་ན་ད་རིང་ཉིན་རིང་གིས་ཞེས་དང། ད་ནི་ཆོས་ཟེར་མཁན་དེ་ལ་ཕན་ཐོགས་ག་རེ་ཡོད་རེད་ལབ་ན་ལམ་རྒྱུས་མེད་ཀྱི་བསགས་མཁན་ཁྱོད་ཡིན་ཞིང་ཁྱོད་རང་བས་ལམ་འགྲོ་བསགས་ཀྱི་ལམ་ཁ་ག་བ་འགྲོ་དགོས་ཡོད་མེད་ཀྱི་ལམ་ཁ་ཐར་པའི་ལམ་ཟེར་མཁན་དེ་ཁྱོད་རང་རྒྱུས་ཁོ་ར་ཡོད་མ་རེད་ངོ་ཁོ་ར་ཤེས་མཁོ་བ་མ་རེད་བྱས་ཙང་ཁ། ཐར་པའི་ལམ་རྒྱུས་མེད་བས་ཀྱི་ཐར་པའི་ལམ་དེ་འདྲའི་ཅིག་ལ་འགྲོ་བའི་སྐབས་ལ་ཡང་འགོ་ཡ་དེ་ཆོས་དེ་རེད་ལམ་རྒྱུས་མེད་ཀྱི་བསགས་མཁན་ཟེར་དུས་ཁྲིད་འགྲོ་མཁན་ང་ཚོ་མ་བཟོ་ན Guide ནང་བཞིན། ལམ། ལམ་ཁྲིད་བྱེད་མཁན། ལམ་རྒྱུས་མེད་ཀྱི་ས་མཁན་ཆོས་ཡིན་ཞིང། ལམ། ཤུལ་རིང་གི་ལམ་རྒྱགས་ཆོས་ཡིན་ལ་ད་བས་ཐག་རིང་པོ་ཞེ་བོ་ཅིག་རྒྱུད་རིང་པོ་འགྲོ་དགོས་ན་ཡང་དེའི་སྐབས་ལ་ཕན་ཐོགས་ཡོད་ཡ་དགོས་ཡ་ཟ་ཡ་བཏུང་ཡ་ནང་བཞིན་དེ་ཆོས་རེད། ལམ། ཤུལ་རིང་གི་ལམ་རྒྱགས་ཆོས་ཡིན་ལ། ལམ། བགྲོད་དཀའ་ཡོད་དོ་ཕན་ཆོས་ཡིན་པས་ལམ། བགྲོད་དཀའ་ས་གཅིག་ལ་སོ་སོར་འགྲོ་བའི་སྐབས་ལ་ཡང། ལང་ཀ་མགོ་རུ་འཐོམ་བདེ་བའི་སྐབས་ལ་དེད་དཔོན་ནང་བཞིན་བྱས་ནས་ཁྲིད་འགྲོ་མཁན་དེ་ཡང་ཆོས་རེད། ལམ་བགྲོད་དཀའ་ཡི་དེད་དཔོན་ཆོས་ཡིན་པས། དེ་འདྲ་ཡིན་ཙང་དུས་ད་ནས་སྒོ་གསུམ་ཆོས་ལ་འབྱོར། ཅེས་དུས་ད་རེ་ནས་བཟུང་སྟེ་རང་གི་ལུས་ངག་ཡིད་གསུམ་ཆོས་ལ་གང་ཐུབ་ཅི་ཐུབ་ཀྱིས་སླེབས་ཐུབ་པ་བྱས། ཨོ། ག་རེ་བྱས་ནས་ལ་ན། ད་ལྟ་ཁྱོད་རང་ཆོས་བྱེད་ན་ཆོས་བྱེད་ཀྱི་དབང་ཆ་དེ་ཁྱེད་རང་ལ་ཡོད་རེད། ཤི་བའི་ཞུ་སྒོ་དེ་ལ་ཆོས་བྱེད་དགོས་བསམ་ན་དབང་ཆ་ཡོད་མ་རེད་ད། དེ་འདྲ་ཡིན་ཙང་དབང་ཆ་སོ་སོའི་ལག་པ་ལ་ཡོད་དུས་ཤུགས་རྒྱབ་ཟེར་ཡ་དེ་ལ་དབང་རང་ལ་ཡོད་པའི་གནས་སྐབས་འདིར། སྟན་བདེ་བས་ནམ་བཞག་སྟེང་གི་བདེ་བ་ཐར་པ་ཐོབ་ཡག་གི་བདེ་བ་འདི་འདྲས་ཅིག་ཨ་ནི་ཐོབ་ནས་བཙན་ས་བཟུང་ཟེར་དུས་ནམ་ཟླ་སུ་གང་གིས་གནོད་པ་སྐྱེལ་མ་ཐུབ་ས་ཀྱི་ས་ཆ་འདི་འདྲས་སླེབས་ཐུབ་པ་བྱས། སྟན་བདེ་བས་བཙན་ས་ཟིན་དགོས་རེད། གལ་ཏེ་མ་ཟིན་ན་ཁྱོད་རང་ལ་ཡང་ཆོས་བྱས་ནས་ཐར་པ་འགྲུབ་ཡག་གི་དབང་ཆ་ཡོད་གི་ཡོད་གི་ལ་ཐར་པ་ཐོབ་པའི་ཐོག་ནས་སྡུག་བསྔལ་མེད་ས་ཀྱི་བཙན་ས་ཡག་པོ་ཅིག་ལ་སླེབས་མ་ཐུབ་ན་ལ་རེ་སྟན་བདེ་བའི་བཙན་ས་མ་ཟིན་ན། ཁྱེད་རང་ཚོ་ལྟོས་དང་བཙན་ས་ཟེར་ཡག་དེ་གོ་བདེ་པོ་ཤེས་པ་ཡིན་ན་ང་ཚོ་བོད་དང་བལ་ཡུལ་དང་འདི་བ་ལ་ཡག་ཅེས་འགྲོ་དུས་ཙམ་པ་ཨ་ནི། དམག་འདི་འདྲས་ཀྱི་ཉེན་ཁ་ཡོང་དུས་ཉེན་ཁ་དེ་ལས་ཉེན་ཁ་མ་ཡོང་ཡའི་དོན་དག་ལ་ཨ་ནི་རྫོང་གི་སྒང་ལ་ཡང་རྡོ་རྡོ་ཆེན་པོ་དེ་འདྲས་བཞག་ནས་ས་ཆ་དེ་འདྲས་བཟོས་གི་འདུག་ཁྱེད་རང་ས་ཆ་འདི་ལ་བསྡད་ན་བཙན་ས་རེད་ད་བཙན་ས་རེད་ཟེར་དུས་ག་རེ་གཞན་གྱི་གནོད་པ་བྱེད་མ་ཐུབ་ས་གི་ཨ་ནི་ས་ཆ་བཙན་པོ་ས་ཆ་བལ་ཡག་པོ་དེ་ཚོ་ལ་བཙན་ས་ཟེར་གི་འོ་རེད་དེ་ནང་བཞིན་ནམ་ཞག་གཏན་གྱི་སྡེ་བ་དེ་བཙན་ས་ལ་སྤེལ་དགོས། ཁྱེད་རང་སྡུག་བསྔལ་ལས་ཐར་པའི་ནམ་ཞག་གཏན་གྱི་བདེ་བ་ཐར་པ་སེམས་ངེས་ཅན་ཐོབ་ན་ད་ཁྱེད་རང་སྡུག་བསྔལ་རྒྱུ་ནི་མགྱོགས་མོ་མ་རེད། འདོད་ཆགས་ཞེ་དྲག་གཏི་མུག་སུ་གང་གིས་ཁྱོད་རང་ལ་གནོད་པ་སྐྱེལ་ཐུབ་ཀྱི་མ་རེད་བཙན་ས་རེད། དེ་ལེན་ཐུབ་པ་བྱས། དེ་མ་ལེན་ན་བླ་གོ་ད་གཏན་བདེ་བས་བཙན་ས་མ་ཟིན་ན། དཔེ་ནག་པོ་ཞུ་གསུང་དུ་དབང་རང་ལ་ཡོད་པའི་གནས་སྐབས་འདིར་གཏན་བདེ་བས་བཙན་ས་མ་ཟིན་ན་བཤད། ད་སོ་སོའི་ངོས་ནས་དབང་ཆ་ཡོད། དབང་ཆ་ཡོད་པའི་སྐབས་ལ་གཏན་གྱི་བདེ་བ་ཐར་པ་ཐོབ་པའི་ཐོག་ནས་བཙན་ས་བཟུང་མ་ཐུབ་ན། ད་ག་རེ་ཆགས་ཀྱི་རེད། ཨོ་ད། འཁོར་བ་ལ་འཁོར་འགྲོ་གི་རེད། ད་འཁོར་བ་ལ་འཁོར་ཟེར་ཏེ་ཚེ་འདི་ཡི་འཁོར་བ་ད་ལྟ་མྱོང་བསྡད་ཡོད་རེད། སྐྱེ་བ་ཕྱི་མ་དེ་ཡང། སྐྱེ་བ་ཕྱི་མ་སོ་སོ་ཐག་རིང་པོ་མི་འདུག་བ། སུ་སོ་སོ་ད་ད་ང་ད་ལྟ་བདེ་གི་བདེན་གང་བདེ་འདུག་བ། ད་ད་ལྟ་ང་ད་ལྟ་སྐྱེ་བ་ཕྱི་མའི་འཁོར་བ་ཡོད་མ་ཚེ་འདིའི་འཁོར་བ་རེད།

ཆོས་ཚང་དེ་ཡིན་ཏེ། དེ་འདས་པའི་བཙན་བསམ་མ་ཟད་ན། དབུགས་འགྲོ་འོང་རྒྱུ་བ་ཆད་པའི་ཚེ་ས་འདིར་དང། དབུགས་འཕར་འགྲོ་ཚུར་འོང་ཟས་ཀྱི་རྒྱུ་བ་ཟོས་དུས་ལམ་པར་འགྲོ་བདེ་ཡ་དེ། ལྡུམ་ཆད་པ་ཡིན་ན་ཆད་པའི་ཚེ། ད་ཤི་ཚར་བ། རང་ཅི་བྱ་གཏོལ་མའི་དུས་ཤི་འོང་ད་དེ་དུས་དབང་ཆ་ཡོག་མར་ད། ད་གར་ཅེ་དགོས་ན་གར་ཅང་ཅང་དེ་ནི་བར་དོ་ལ་སྐོར་ར་རྒྱབ་འཁྱམ་བྱེད་བསྡད། ད་སྔོན་ནས་དྲང་ནས་དེ་ནི་ད་ད་གར་ས་འདི། ང་རང་ཚོ་བར་དོ་ཐོས་གྲོལ་ནང་སོང་བ་ནང་བཞིན་གྱི། ད་སོ་སོས་ཀྱི་ཆོས་བྱས་ནས་ཤུགས་རྒྱག་པ་དང་བླ་མ་དཀོན་མཆོག་ལ་གྲོགས་བྱོས་ནས་བལྟས་སུ་ཡོད་ན་ཡོད་རེད་མ་གཏོགས་ད་དེ་འདྲས་མེད་ན་ཨ་ནི་ཚར་རེད་ད། རང་སྤྱི་ཆབ་གཏོར་མའི་དུས་ཤིག་འོང་ཞེས་གསུངས་དེ་བས་ན་བདག་གིས་དམ་པའི་ཆོས་ད་ལྟ་ཉིད་ནས་འཆར་སྒོའི་སྔོན་དུ་ཐག་བཅད་པར་བྱ་བ་དེ་ཡིན་ནོ་བསྡད་བཞག་ཞུ།

དམ་པའི་ཆོས་བྱེད་དགོས་པ་བྱེད་ནུས་པ་ཚད་འདིར་བྱེད་དགོས་པ་ད་ལྟ་ངས་ནི་བྱེད་དགོས་པ་འདི་སྙམ་དུ་དལ་འབྱོར་དང་ཨ་ནི་འཆི་བ་མི་རྟག་པ་ཞུས་སོང་ཨ། ད་འདི་ཉི་མ་དྲུག་བསྒོམ་ཨ། སང་ཉིན་ནས་བྱས་ནས་གཟའ་དཔག་སང་བར་དུ་བསྒོམ། གཟའ་སྤེན་པ་བར། ཡང་གཟའ་སྤེན་པ་ལ་གཞུག་མ་ཚུར་ཡོང་གི་རོ་ཨ། དེ་འོག་གི་ལས་འབྲས་དེ་བྲིས་ནས་མ་ཀྱི་རང་ཡང་འདི། ཡང་འདི་ནས་ཡང་བདུན་ཕྲག་ཅིག་བསྒོམ། དུ་བྱས་ན་ཨ་ནི་ཉུང་འཕྲི་བྱ་བླ་མས་ཀྱི་མ་ཉུང་འཕྲི་བྱས་ཁྱེད་རང་ཚོ་ཀས་བསྒོམ་ཅིག་རྒྱབ་འགྲོ་ན